སྔོན་བྱོན་མཁས་པའི་དབང་པོའི་བཀའ་ཆད་ལས་བོད་འགྱུར་བཀའ་དང་བསྟན་བཅོས་རིག་པའི་བཅུད་གངས་ལྗོངས་ཞིང་ལ་རྩ་བ་ཚུགས་པ་ཡི་ངར་ཤིང་འབྲས་བུའི་ཏོག་གིས་མཛེས་ལ་སྲིད་སེང་གླིང་རྒྱལ་དེ་རིང་གི་བོད་ལྗོངས་བཤད་གྲྭ་ཞེས་པའི་རིག་གཞུང་བཤད་ཁྲིད་ལེ་ཚན་ནང་དགེ་རྒན་ཆེན་མོ་བ་ཀམ་ཁྲི་ལེ་ལགས་ནས་བཀའ་འགྱུར་དང་བསྟན་འགྱུར་གྱི་སྐོར་ལ་ངོ་སྤྲོད་གནང་བཞིན་ཡོད།
དེ་རིང་འདིར་བོད་དུ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་དང་བསྟན་འགྱུར་རིན་པོ་ཆེ་ཇི་ལྟར་བྱུང་ཚུལ་གྱི་ལོ་རྒྱུས་ཀྱི་ཁྱབ་བྱང་སྐོར་རོགས་ཙམ་ཞིག་ཞུ་ཡག་ཡིན། དེའི་ནང་གི་དང་པོ་དེ་བོད་ཀྱི་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཇི་ལྟར་བྱུང་ཚུལ་གྱི་ཐོག་ལ་ཡང། དེ་འདྲའི་ཤིང་ཏོག་ཅིག་གོ་ཡོད་རེད་ཟེར་ན་བརྙན་ལ་ཡང་བཀའ་འགྱུར་ཟེར་ཡག་གི་དེའི་ཐ་སྙད་དེ། ཐོག་མར་ཤིང་ཏོག་ཅེས་གོ་ཡག་དེ་རྒྱའི་ཆ་མི་ཤེས་ར་རེད་གསུངས་པོ་འདུག་དེ་འདྲས་གསུངས་ཙང་ཡང་ཨ་ནི། བཀའ་འགྱུར་ཞེས་ཡག་གི་ཨ་ནི་ཐ་སྙད་དེའི་སྐོར་ལ་ཡང། མ་ཤོད་ཡག་ཅིག་འདུག་ཟེར། ད་བཀའ་འགྱུར་གྱི་ཨ་ནི་ཐ་སྙད་དེའི་ཐོག་ལ་ཡང་མ་ཤོད་བར་བྱེད་པ་ན་བརྙན་ལ་ཡང། བཀའ་འགྱུར་ཆེ་བས་དེའི་ནང་གི་བཀའ་དེ་གི་འགྲེལ་བྱེད་ཡིན་མིན་དེ་ཤིན་ཏུ་གཅེས་དགོས་པ་དེ་གལ་ཆེན་པོ་ཞིག་རག་རེད་དེ་སོང་ཙང་ཨ་ནེ་རྒྱལ་བའི་བཀའ་བྱུང་ཚུལ་བའི་སྐོར་ལ་ཡང་ང་རང་གི་བསམ་ཚུལ་དང་སྦྲགས་ནས་རོགས་ཙམ་ཞུ་གི་ཡིན། རྒྱལ་བའི་བཀའ་ཞུ་བ་དེ་གི་འགྲེལ་བྱེད་རེད་ཟེར་ན་ཨ་ནེ་ལོ་ངོ་ཉིས་སྟོང་ལྔ་བརྒྱའི་གོང་ལ་ཡང་ཨ་ནེ་རྒྱ་གར་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་བཅུ་གཉིས་བསྟན་པའི་ནང་གི་ཨ་ནེ་ཆོས་ཀྱི་འཁོར་ལོ་བསྐོར་བའི་མཛད་པ་གཅིག་རེད། ཆོས་ཀྱི་འཁོར་ལོ་བསྐོར་བའི་མཛད་པ་དེ་ལ་ཆ་བཞག་པ་ཡིན་ན་དང་པོ་བདེན་བཞི་ཆོས་འཁོར་བསྐོར་བ་དང། བར་དུ་མཚན་ཉིད་མེད་པའི་ཆོས་འཁོར་བསྐོར་བ། མཐའ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་གསུམ་བསྐོར་བས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུངས་པ་ཐམས་ཅད་ལ་རྒྱལ་བའི་བཀའ་ཞེས་ཞུ་བ་རེད། ད་དེ་ལྟ་བུའི་ནི་རྒྱལ་བའི་བཀའ་ལ་ཡང་དབྱེ་བ་མང་པོ་ཞིག་བྱས་ཡོད་པ་རེད། ཡིན་ནས་དེ་རྣམས་ནི་བདག་རྐྱེན་གྱི་སྒོ་ནས་དབྱེ་བ་ཕྱེ་བ་ཡིན་ན་གསུམ་ཡོད་བསྡད་པ་རེད། དང་པོ་དེ་ཞལ་ནས་གསུང་བའི་བཀའ་ཞེས་བརྗོད་པ་ཡོད་བསྡད་པ། དཔེར་ན་མདོ་སྡེ་བ་ལྟ་བུ། སྟོན་པ་བཅོམ་ལྡན་འདས་ཀྱི་དངོས་སུ་ཁོ་རང་གི་ཞལ་ནས་གསུངས་པ་གང་ཡིན་འདས་པ་དེ་ལ་ཞལ་ནས་གསུངས་བའི་བཀའ་ཞུ་བ་ཡོད་འདས་པ་རེད། གཉིས་པ་དེ་བྱིན་གྱིས་བརླབས་པའི་བཀའ་ཞུ་བ་རེད། བྱིན་གྱིས་བརླབས་པའི་བཀའ་ཟེར་བ་དེ་དེ་འདྲའི་ཅིག་ངོས་ཚིག་མགོ་བོ་ཡོད་རེད་ཟེར་ན། སྐུ་དང་གསུང་དང་ཐུགས་ཀྱི་དཔལ་དུ་གྱུར་ནས་བྱིན་གྱིས་བརླབས་པའི་བཀའ་དེ་འདྲ་བྱོས་ཡོད་འདས་པ་རེད། དཔེར་ན། སྐུ་ཡི་སྟོད་བུ་ཆ་བཞག་པས་ན་ས་བཅུའི་མདོ་ལྟ་བུ།

དེའི་ནང་ནས་གནད་འགག་མང་པོ་ཆེ་བསྡད་པ་རེད་དཔེར་ན་ཆ་བཞག་བས་ན་རྒྱལ་བའི་བཀའ་ཡི་ནང་ལུགས་ན། ཨ་ནི། འཕགས་པ་ཤཱ་རིའི་བུ་དང་མི་འགའ་དཔུང་ལ་སོགས་པ། ཨ་ནི་རབ་བྱུང་ལ་སོགས་པ། ཀུན་དགའ་བོ་ལ་སོགས་པ་ཕན་ཚུན་གཅིག་གཅིག་གི་དྲི་བ་སྟོན་རེས་བྱེད་པ་ལ་སོགས་པ་དེ་འདྲ་མང་པོ་ཆེ་ཡོད་བསྡད་པ་རེད། དོ་ཚང་མ་ལོ་བྱིན་གྱིས་བརླབས་པའི་བཀའ་ལ་ངོས་འཛིན་འགོག་ཡོད་བསྡད་པ་རེད། དེ་བཞིན་དུ། ཨ་ནི། ས་བཅུ་ལ་གནས་པའི་བྱང་ཆུབ་སེམས་དཔའ། དཔེར་ན་ཆ་བཞག་བས་ན་འཕགས་པ་བྱམས་པའི་གཞུང་ལ་གྱུར་པ་དང། རྒྱལ་བ་བྱམས་པ་དང། ཨ་ནི་སྤྱན་རས་གཟིགས་དབང་ཕྱུག་ལ་སོགས་པ་དེ་འདྲས་ཀྱི་གསུང་བཞག་པའི་བཀའ་དེ་དག་ཀྱང།

ཡི་གེའི་སྐོར་ལ་ཡང་རོགས་རམ་ཞུ་འོས། རྒྱལ་བའི་གསུང་རབ་ཀྱི་ཡི་གེའི་སྐོར་དེ་གར་གཟིགས་ཡོད་རེད་ཟེར་ན། དྲི་མ་ལ་ཟེར་བ་དྲི་མའི་སྐོར་དེ་རེད། གནའ་སྔ་མོ་སངས་རྒྱས་དངོས་སུ་ཞལ་བཞུགས་པའི་སྐབས་ལ་ཡང། རྒྱལ་བའི་བཀའ་ཡི་ཡི་གེ་འབྱུང་བའི་གསུང་རབ་ཀྱི་ཐོག་ལ་ཡང་ཁག་ཅིག་འབྱུང་ཡི་རེད་བ་རེད། སངས་རྒྱས་དངོས་སུ་ཞལ་བཞུགས་སྐབས་ལ་ཡང་ཟིན་བྲིས་བཏབ་ལུགས་སོགས་པ་དེ་འདྲའི་ཁག་ཅིག་འབྱུང་ཡི་རེད་བ་རེད། དེའི་ནང་གི་བརྒྱུད་རིམ་དེ་ལོ་ངོ་ཉིས་སྟོང་ལྔ་བརྒྱའི་གོང་གི་དུས་མཚམས་རེད། དེ་འདྲའི་གི་ལོ་རྒྱུས་རིང་པོ་ཞེ་དྲག་ཡོད་བསྡད་བ་རེད། དེ་ནས་རྒྱལ་བའི་བཀའ། འདི་དག་ཐམས་ཅད་ནི་ག་རེ་སོགས་རེད་བསྟན་པའི་གཏད་རིམ་ལ་སོགས་པ་དེ་འདྲས་ཀྱི་ཕྱོགས་སྒྲིག་གནང་ཆེད་བཀའ་བསྡུ་ཐེངས་མ་གསུམ་མཛད་པ་རེད་བཀའ་བསྡུ་ཐེངས་མ་གསུམ་མཛད་པའི་ནང་ལོགས་ལ་ཡང་ཁ་ཅིག་སངས་རྒྱས་ཀྱི་ཞལ་ནས་གསུངས་པའི་ངག་རྒྱུན་གྱི་ཐོག་ནས་གསུངས་པའི་བཀའ་ཅིག་ཁ་ཅིག་བེད་དུ་ཁྱོན་ནས་གླེགས་བམ་དུ་ཡང་བྲིས་རྗེས་དེ་ཚོ་ཚང་མ་ལ་ག་རེ་རེད་ཟེར་ན་འདི་རེད་བ་འབྲི་རྒྱུན་རེད་བ་འབྲི་མ་རེད་བ་འདི་འདྲས་སུ་བསྒྱུར་བྱས་པའི་བཀའ།

དེ་དག་གིས་མཛད་པའི་གླེགས་བམ་དང། ངག་རྒྱུན་ནས་བྱུང་བྱ་བའི་བཀའ་གང་ཡིན་བལྟས་པ་དེ་ལ་ཡང་རྒྱལ་བའི་བཀའ་ཟེར། ད་ངག་རྒྱུན་ནས་བྱུང་བའི་རྒྱལ་བའི་བཀའ་དང་གླེགས་བམ་དེ་དག་ཐམས་ཅད་ཕྱིས་སུ་རྒྱ་གར་གྱི་དཔལ་ནཱ་ལེནྡྲ་ལ་ཚུལ་བསྡུས་ཡོང་བར་དཔལ་ནཱ་ལེནྡྲ་མགོན་པོ་དེ་ལ་ཡང་སངས་རྒྱས་ཀྱི་ཆོས་ལུགས་བཏབ་ནས་ཆ་ཚང་བ་དེ་ལ་བས་དུ་གྱུར་ནས་ཕུན་སུམ་ཚོགས་ཤིང་སུ་གྱུར་བའི་དུས་རབས་འདི་ལ་ཨ་ནི་ག་རེ་བཟོ་གི་རེད་ང་རང་ཚོས་བོད་ཀྱི་ཨ་ནི་བཀའ་འགྱུར་རུས་ཚོ་བྱས་ཅན་བཀའ་དེ་ཨ་ནི་བསྒྱུར་ཡག་གི་དུས་སྐབས་དང་ད་ཕི་ཀའི་དུས་མཚམས་དེ་ལེགས་ཤོས་ཅིག་ལ་ཡང་གནས་ཡོད་དེ། དེ་འདྲས་སོང་ཙང་བས་དུ་གྱུར་ནས་ཨ་ནི་ང་རང་ཚོས་དེ་ཡང་ཨ་ནི་རྒྱལ་བའི་བཀའ་ཟེར་ཡག་དེ་གི་འདྲས་ཅིག་ལ་ངོས་འཛིན་དགོས་ཀྱི་ཡོད་རེད་ཟེར་ན་ཨ་ནི་ཕྱོགས་གཅིག་ནས་ཨ་ནི་སངས་རྒྱས་ཀྱིས་ཨ་ནི་གསུངས་པའི་བཀའ་དེ་དག་ཐམས་ཅད་དང་ཞལ་ནས་གསུངས་བ་དང་བྱིན་གྱིས་བརླབས་པ་དང་རྗེས་སུ་བསྟན་པ་ལ་སོགས་པ་དང་དེ་ནི་ཤིང་གི་ངག་རྒྱུན་ལས་བྱུང་བའི་བཀའ་དང་དེ་ནི་ཤིང་གླེགས་བམ་དུ་བྲིས་མར་ང་རང་མི་སྲུང་ཡི་གེ་ཡི་གེའི་ཐོག་ནས་ཡིག་ཐོག་ལས་བྲིས་ཞབས་གང་ཡིན་བསྡད་པ་དེ་དག་ལ་ཡང་མཛོད་ཅིག་པོ་པོ་ཡོད་བསྡད་པ་རེད། ད་དེ་ནས་རྒྱལ་བའི་བཀའ་ནི་རྒྱ་གར་གྱི་སྐད་ནས་བོད་སྐད་དུ་བསྒྱུར་ཚུལ་ཐོག་ལ་ད་དེའི་ཐོག་ནས་ཞུས་པ་ཡིན་ན་དང་པོ་ལྷ་ཐོ་ཐོ་རི་གཉན་བཙན་གྱི་སྐུ་རེ་ནས་ཡང་ཡུམ་བུ་ལྷ་ཁང་དུ་གངས་རི་སོགས་ལ་སྤང་གོང་ཕྱག་རྒྱ་ཆེན་མདོ་སྡེ་ཟ་མ་ཏོག་གི་སྙིང་པོ།

དེའི་སྐབས་ལ་ཡང་ཨ་ནི་ནང་པ་སངས་རྒྱས་པའི་ཆོས་ཀྱི་དབུ་བརྙེས་པ། དེའི་རྗེས་སུ་ཨ་ནི་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐུ་དུས་ལ་བོད་དེ་ཡང་ཐ་ན་ཁྱིམ་མཚེས་རྒྱལ་ཁབ་སོགས་ལ་ཡི་གེ་བཀོལ་བའི་ཡིག་རིགས་ཕུན་སུམ་ཚོགས་པ་ཞིག་ཀྱང་མེད་པར་སོང་ཙང་རྒྱལ་བློན་ཐམས་ཅད་ཀྱིས་འཛམ་གླིང་ཐོག་ལ་ཚན་རིག་ལྡན་པའི་ཕུལ་བྱུང་གི་རིག་གནས་གང་དུ་ཡོད་མེད་རྩིས་ཞིབ་གནང་བ་རེད། བརྩེ་བཞིན་སྣང་ནི་རྦད་དེ་ཁྱོད་ནི་ཕྱོགས་གཅིག་ནས་ཡི་གེ་གསར་པ་ཞིག་བཟོ་དགོས་ཡོད་རེད་ཕྱོགས་གཞན་གཅིག་ནས་གསར་པ་བཟོས་པ་ནས་བོད་ལ་ཡང་ཨ་ནེ་གཞན་ན་མེད་པའི་ཚན་རིག་ལྡན་པའི་རིག་གནས་ཅིག་དགོས་མཁོ་འདུག་དེ་གང་དུ་ཡོད་རྩད་གཅོད་གནང་དུས་བསམ་པ་རྩད་གཅོད་གནང་བ་ནས་བཞིན་རྒྱ་གར་དུ་ཡོད་པ་དེ་ཁེལ་བ་རེད་རྒྱ་གར་དུ་ཡོད་པ་དེ་ཁེལ་ནས་དུས་མི་སམ་བོད་དྲ་ཀྱང་བཙན་པོའི་བཀའ་བཞིན་དུ་རྒྱ་གར་དུ་ཕེབས་ནས་ཨ་ནེ་ཡི་གེ་གསར་པ་བཟོས་གནང་བ་དང་ཆབས་ཅིག་ཨ་ནེ་རྒྱལ་བའི་བཀའ་བོད་ཡིག་གི་ཐོག་ནས་བརྩམས་པར་བྱས། དེ་འབྲེལ་གྱི་ཐོག་ལ་རྒྱ་གར་གྱི་སློབ་དཔོན་ཀུ་སི་ར་ཆེ། བྲམ་ཟེ་ཤང་ཀ་ར་དང། བལ་བོའི་སློབ་དཔོན་ཤི་ལ་མི་མཛོ་དང། རྒྱ་ནག་གི་སློབ་དཔོན་མ་ཧ་ཡ་ན་དང་དཱ་མ་ཀོ་ཁ་སོགས་ཀྱི་འདུག། དེ་རྣམས་སྤྱན་དྲངས་རྗེས། སངས་རྒྱས་ཀྱི་ཆོས་ཐོག་མར་གྱུར་བ་རེད། སངས་རྒྱས་ཀྱི་ཆོས་དེ་ཐོག་མར་དེ་དེའི་སྐབས་ལ་ཡང་གྱུར་ཅིག་གྱང་ཁྲ་ནས་གྱུར་དགོས་དོན་གང་ཡིན་ནམ་ཞུས་ན། སྐབས་དེ་དུས་བསམ་པ་ཡང་ཁག་གཅིག་ང་རང་ཚོ་རྒྱ་ཆེ་བ་དང་མང་ཤོས་དེ་རྒྱ་གར་གྱི་རྒྱུ་བ་ཡིན་པ་གང་ཞིག་ལ་རྒྱ་གར་དུ་འཇིག་སོང་བས་ཨ་ནི་རྡོ་ལ་སོགས་པ་ཁག་གཅིག་རྒྱ་ནག་ལ་ཡོད་པ་མཁྱེན་རྗེས་རྒྱ་ནག་ནས་ཚུར་ཚུར་དུ་གནང་རྗེས་དེ་སུ་རྒྱུ་བ་རེད། ཡིན་རྗེས་ཀྱི་རྒྱ་ནག་གི་དཔལ་དེ་ཁྱོར་ནས་ཨ་ནི་ག་རེ་སོགས་རེད་མཁས་པ་ཆེན་པོ་དང་སློབ་དཔོན་ལ་སོགས་པ་དེ་འདྲས་གདན་ཞུ་གནང་རྗེས་བསྒྱུར་ཡག་གི་རྒྱུ་མཚན་གཅིག་དེ་ཟེར། དུས་དེ་ནས་བཟུང་བཙན་པོའི་དུས་རབས་ནང་ལ་ཡང་མཁན་སློབ་ཆོས་གསུམ་དང། དེ་བཞིན་ལོ་ཙཱ་བ་ཆེན་པོ་ཐོན་མི་བཟང་པོ་དག་གི་གཙོ་བོ་རྣམ་པས་ཨ་ནུ་འཁོན་ཀླུ་ཡི་དབང་པོ་དང་བེ་རུ་ཙཱ་ན་དང་ཨ་ཙཱ་ར་རིན་ཆེན་མཆོག་དང་ཡེ་ཤེས་དབང་པོ་དང་སྐ་ཅོག་ཞང་གསུམ་སོགས་ལོ་ཙཱ་བ་ལྔ་བཅུ་ང་ལྔས་གཙོ་བོར་གནང་བའི་ལོ་ཙཱ་བ་བརྒྱ་ཕྲག་མང་པོའི་བཀའ་ཆད་འབེལ་ཐབས་ཀྱི་ཐོག་ནས་གངས་རིའི་ཁྲོད་འདི་ལ་དཔོན་པོ་ཐུབ་པའི་དབང་པོའི་བསྟན་པ་དྲི་མ་མེད་པར་དར་རྒྱས་སུ་མཛད་ཅེས་ཨ་ན་བདེ་བར་གཤེགས་པའི་བཀའ་བསྟན་གྲངས་ལས་བསྟན་པ་འགྱུར་ཡག་དང། གཞན་ཡང་དང། ཆད་པ་དང་ཉམས་པ་སོགས་ཀྱི་སྲོལ་བཟང་པོ་ནང་དུ་གསུབ་ཏུ་མེད་པ་དེ་གཙོ་བོ་རེད། མཐའ་དེ་བཙུགས་ནས། བོད་དེ་ལ་ཡང་བཟོ་རིག་པ་དང་གསོ་བ་རིག་པ་སྒྲ་རིག་པ་གཏན་ཚིགས་རིག་པ་ནང་ཚན་རིག་པ་སྙན་ངག་སྔོན་བྱོན་སྡེབ་སྦྱོར་ཟློས་གར་སྐར་རྩིས་བཅས་བོད་ཀྱི་བཅུ་ཕྲག་རིག་གནས་ཀྱི་སྲོལ་བཏོད་པ་རེད། དེ་ནས་བྱུང་ནས་ང་རང་ཚོ་བོད་ལ་ཐུན་མོང་མ་ཡིན་པའི་རིག་གནས་བཅུ་འདི་སྐབས་དེ་དུས་ནས་བཟོས་ཏེ། ཁྱད་པར་དུ་ནང་ཆོས་རིག་པ་དེ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས་ཤིག་ཏུ་གྱུར་བ་རེད། ག་རེ་རེད་ཟེར་ན། རྒྱལ་བའི་ཁ་དེའི་ནང་ལུང་ལ་དུར་རྒྱུད་གསུང་རབ་ཏུ་བཅས་པ་ཐམས་ཅད་ཕུན་སུམ་ཚོགས་ཤིག་དེ་ང་རང་ཚོ་བོད་གངས་ཅན་ལ་ཡོད་བསྟན་པའི་དོན་དེ་བཀའ་འགྱུར་དུ་བསྟན་རྒྱུ་དེ་རང་རང་རྒྱ་གར་ལ་ཆས་སུ་འཇིག་སོང་བ་རེད། རྒྱ་གར་ནང་སྔོན་མ་ནང་ཆོས་རིག་པ་དེ་རྒྱ་གར་གྱི་བལ་དུ་གྱུར་ནས་ཆོས་ལུགས་ཡིན་པ་གང་ཞིག་རིག་གནས་ཡིན་པ་གང་ཞིག་ཆས་སུ་འཇིག་སོང་བ་སོང་ཙང་དེའི་རིག་གནས་དེ་ག་བར་ཆགས་བསྡད་ཡོད་རེད་ཟེར་བས་ཕུན་སུམ་ཚོགས་ཤིག་དེ་བོད་གངས་ཅན་ལ་ཆགས་བསྡད་པ་རེད། དེ་འདྲའི་གསུང་རང་དེས་མཚོན། ཨ་ནེ་བཙན་པོའི་དུས་རབས་ནང་ལ་འཛམ་གླིང་རིག་གནས་བྱ་གཞག་ཐོག་ལ་ཡང་ངོ་གནོང་མི་དགོས་པའི་ཁར། འཛམ་གླིང་རིག་གནས་བྱ་གཞག་གི་གར་སྟེགས་སྟེང་ལ་གཟི་བརྗིད་ཆེན་པོ་ཡང་བསྩལ་བར་བཙན་པོའི་དུས་རབས་སྟེང་ལ། དཔེར་ན་ཆ་ཤ་བྷི་ནི་ཇོརཇ་པཱ་ནེ་ཨ་ཏི་ཞེས་ཨ་ནེ་བསམ་ཡས་ལ་ཕེབས་པའི་སྐབས་ལ་ཡང་བསམ་ཡས་གཙུག་ལག་ཁང་གི་ཆོས་པ་རི་སྤུག་པོ་ཡོད་བསྡད་པ་དེ་དག་གཟིགས་དུས་བསམ་པ་ཇོརཇ་པཱ་ནེ་ཨ་ཏི་ཞེས་ཧང་སངས་ཧ་ལས་ཏེ་བོད་དུ་ཆོས་པ་དེ་ལྟ་བུ་ཡོད་ཚུལ་ལ་གཞིགས་པ་ཡིན་ན། སྔར་བོད་དུ་ཨ་ནེ་སངས་རྒྱས་བསྟན་པ་ཉིན་མོར་བྱེད་པ་ནི་བཞིན་དུ་རྒྱ་གར་ལས་ཀྱང་ལྷག་པ་བྱུང་འདུག་ད་དེ་ལྟ་བུའི་ཨ་ནེ་འཆད་པའི་དུས་ནི་རྒྱ་གར་ནང་བས་རྒྱ་གར་དུ་ཡང་དཀོན་པོ་ཞེ་དྲག་རེད་བཤད་ཅེས་ཨ་ནེ་ཁོ་རང་བལ་ཏི་ཁྱོ་ན་ཧང་སང་བའི་གསུང་དེ་འདྲས་ཀྱི་བརྗོད་གནང་བ་རེད། དེ་ཡང་དོན་དངོས་རེད། བསྟན་པ་ཇི་ལྟར་ལ་ཆ་བཞག་པས་ན་བོད་དུ་ཨ་ནེ་འཛམ་གླིང་ཐོག་གཞན་ན་མ་མཆིས་པས་གཞན་ལ་མེད་པས་ཨ་ནེ། བཀའ་དང་བསྟན་འགྱུར་ཕུན་སུམ་ཚོགས་ཤིག་ཞིག་འགྱུར་ཡག་གི་ཆེད་དུ། ཨ་ནི། རྒྱ་གར་དུ་བསྒྲིགས་པའི་མདོ་ཕྱོགས་ཁ་ཅིག་རྒྱ་ནག་ཏུ་ཡོད་པ་ཡང་བོད་དུ་བསྒྱུར་རྗེས་དང་དུ་གོང་དུ་ཞུས་པ་དེ་ནས་འཇིག་རྟེན་ཐོག་གཞན་ན་མེད་པའི་མདོ་སྔགས་ཀྱི་གཟུགས་རབ་ཐམས་ཅད་ཆ་ཡོངས་སུ་རྫོགས་པ་ཨ་ནི་རྒྱལ་བ་མངོན་སུམ་དུ་བཞུགས་པ་ནས་གཞན་གྱི་ཨ་ནི་བོད་ཀྱི་རྒྱལ་བའི་བཀའ་འགྱུར་དང་བསྟན་འགྱུར་ཞེས་མཚན་སྙན་དག་ཅིག་ཡོངས་སུ་བསྒྲགས་པ་དེ་གྲུབ། ད་ཕྱི་ནང་གི་མདོར་བསྡུས་ཀྱིས་ཞུ་བ་ཡིན་ན་རྒྱལ་ཁབ་ཕྱི་ནང་མེད་པའི་སྐྱེ་བོ་ཚང་མས་བོད་ཀྱི་སྲོལ་རྒྱུན་རིག་གནས་ནི་ཕུལ་བྱུང་གི་རིག་གནས་རེད་ཅེས་ཁས་ལེན་མ་བྱེད་རང་བྱེད་དང་འགྱུར་བ་རེད། དེ་འགྱུར་ཡག་དེ་ག་བ་བརྟེན་ནས་བྱུང་བ་རེད་ཟེར་ན་བོད་ཀྱི་རྒྱལ་བའི་བཀའ་འགྱུར་དང་བསྟན་འགྱུར་བྱུང་བ་ནས་ཡིན་དྲན་པ་རེད། བཀའ་འགྱུར་དང་བསྟན་འགྱུར་བྱུང་བའི་བོད་ཀྱི་ཨ་ནེ་རྩོམ་རིག་གི་སྐོར་ནས་ཡང་རགས་ཐུབ་ལ་ཞུ་དགོས་འོ་འདུག་རྒྱུ་མཚན་ག་རེད་ཟེར་ན་དེ་འདྲའི་ཅིག་འགྱུར་ཡག་གིས་བོད་ལ་ཡང་ད་རྦད་དེ་ཁྱོན་ནས་ཁྱད་པར་དུ་འཕགས་པའི་རྩོམ་རིག་ཅིག་ཡོད་ཀྱི་རེད། རྩོམ་རིག་ཡི་ཁྱད་པར་འཕགས་པ་ཅིག་མེད་པ་ཡིན་ན་བསྒྱུར་ཐབས་མེད་རེད། དེ་སོང་ཙང་དེའི་ཐོག་ལ་ཡང་ཅིག་ཞུ་དགོས་པ་འདུག་འདྲ་སྐྱུར་གྱི་ཐད་ནས་ཞུས་པ་ཡིན་ན། ཨ་ནི། བཀའ་འགྱུར་དང་བསྟན་འགྱུར་བསྒྱུར་བའི་སྐབས་ལ་ཡང། ལོ་ཙཱ་བས་ཨ་ནི། འདྲ་སྐྱུར་གྱི་ཆུ་ཚད་དེ་ཐོབ་པ་ཞེ་དྲག་ལས་འདས་ཡོད་རེད། སྐབས་དེ་དུས་བསམ་པར་འདྲ་སྐྱུར་གྱི་ཆུ་ཚད་ཐོབ་པ་ཞེ་དྲག་རེད། དེ་ཡང་ལོ་ཙཱ་བ་རྣམས་ཀྱིས་ལེགས་ཆ་གྱིས་བསྐྱེད་ནས་བོད་སྐད་དུ་བསྒྱུར་བའི་སྐབས་ལ། ལས་འཆར་དངོས་ཡིན་པ་རྣམས་ལ་ཡང་བགྲེས་གཞུང་འཐུས་མི་སམ་བུ་བགྲེས་ཨན་བོད་ཀྱི་སྐད་ལ་ཉེ་བར་མཁོ་བའི་བསྟན་བཅོས་མཛད་ཡོད་པ་སོགས་དང་བསྟུན་རྗེས་དེ་ནས་གཞན་གྱི་གསང་འདུས་ཏའི་སྐད་དང་བྲོ་ལྡིང་བའི་སྐད་དང་བི་ཤ་ཙིའི་སྐད་བཅས་ཟུར་ཆག་པ་དང། གསང་བའི་བརྡ་ཡི་སྐད་སོགས་ཀྱི་དབྱེ་བ་དང་དོན་གྱི་དབྱེ་བ། བྱེད་མཁས་པ་སོགས་གྲྭ་རྒྱུགས་ཀྱི་ཆ་རྐྱེན་ཀུན་འཛོམས་ཡོད་སྐབས་དེ་དུས་བསམ་པ

ད་དེ་ནས་གཞན་གྱི་སྒྱུ་རྩོམ་ལ་ཡང་དཔྱད་པ་ཆེས་ཆེན་པོས་བོད་ཀྱི་ལོ་ཙཱ་བ་རྣམས་ཀྱིས་ཚིག་གི་ཉམས་འགྱུར་བུམ་དུ་འགྲེལ་བའི་རྒྱལ་བའི་བཀའ་དང་བསྟན་བཅོས་བསྒྱུར་བྱེད། བསྒྱུར་བའི་བཀའ་འགྱུར་དང་བསྟན་འགྱུར་དེ་དག་ནི་ཚན་རིག་སྡེ་པའི་དངོས་པོའི་གནས་ལུགས་ཐམས་ཅད་ཀྱི་དོན་བདེ་བླག་ཏུ་རྟོགས་ཐུབ་པའི་མན་ངག་གསལ་བཤད་ཀྱི་བཅུད་བསྡུས་པ་ཁོ་ནར་གྱུར་ཡོད། ཚན་རིག་ལྡན་པར་འདི་བཞག་གི་ངོས་ནས་བཤད་སྟངས་འཆད་པ་ཡིན་ན། བོད་ཀྱི་རིག་གནས་དང་ལོ་རྒྱུས་མཁྱེན་མཁན་རྒྱལ་ཁབ་ཕྱི་ནང་གི་མཁས་པ་མང་པོས་བསྔགས་བརྗོད་དེ་འདྲ་ཅིག་གནང་གི་ཡོད་རེད། སྐབས་དེ་དུས་སམ་བོད་ཀྱི་སྔ་འགྱུར་གྱི་བཀའ་འགྱུར་དང་བསྟན་འགྱུར་ལ་ཆ་བཞག་པས་ན་བསྔགས་བརྗོད་ག་རེ་གནང་གི་ཡོད་རེད་ཟེར་ན། བོད་ཀྱི་མཁས་པ་ཚོས་རྒྱ་གར་དང་མི་རིགས་གཞན་དག་གི་རིག་གནས་ལ་ཞིབ་འཇུག་བྱས་པའི་གྲུབ་འབྲས་ནི། རྒྱ་གར་རང་གི་མཁས་པ་ཚོ་ལས་ཀྱང་ལྷག་པ་བྱུང་ཡོད་པ་དང། རྒྱ་གར་རང་གི་སྐད་ཀྱི་ཐོག་ནས་དང་པོའི་མ་ཡིག་གི་འགོ་དོན་ཇི་མ་ཇི་བཞིན་ཤེས་ཐུབ་པ་ཡོང་གི་ཡོད་པ་དེའི་ཐོག་ནས། བོད་ཀྱི་སྐད་ཡིག་ལ་ནང་དོན་ཕུན་སུམ་ཚོགས་ཤིང་ཆ་ཚང་བའི་མིང་དང་ཚིག་སྣ་འཛོམས་པོ་ཡོད་པ་མ་ཟད་རྩོམ་རིག་གི་འབྲི་རྩལ་གྱི་ཚད་མཐོ་པོ་སླེབས་ཡོད་པར་བརྟེན་བྱུང་བ་རེད་ཅེས་རྟ་རྦད་དེ་ཁྱོན་ནས་མགྲིན་དབྱངས་གཅིག་གྱུར་གྱིས་བསྔགས་བརྗོད་གནང་གི་ཡོད། ད་ལྟ་རྟ་རྦད་དེ་ཁྱོན་ནས་རྒྱ་གར་ལ་ཕར་བསྒྱུར་གྱི་ཡོད་རེད་པ་བཀའ་འགྱུར་ཕར་བསྒྱུར་གྱི་ཡོད་རེད་དེ་བསྒྱུར་བའི་བརྒྱུད་རིམ་ནང་ལ་ཡང་དབྱེ་ཞིབ་བྱེད་དུས་བསམ་པ་ཚིག་སྣ་འཛོམས་པོ་འདི་འདྲ་གཅིག་དང་སྐབས་དེ་དུས་བསམ་པ་ཡང་རྩོམ་རིག་གི་རིག་པའི་གཞུང་ལུགས་ཡག་པོ་གཅིག་དང། སྐབས་དེ་དུས་བསམ་པ་ཡང་མིང་བརྡ་ཕུན་སུམ་ཚོགས་པོ་གཅིག་མེད་པ་ཡིན་ན་བསྒྱུར་ཐབས་བྲལ་བ་ཞིག་རེད་དེ་འདྲས་སོང་ཙང་ཡང། དེའི་སྐབས་ལ་ཡང་ནི། ད་ལྟར་གྱི་མཁས་པ་མང་པོ་གཅིག་གི་དཔལ་དུ་གྱུར་ནས། བོད་ཀྱི་བཀའ་འགྱུར་དང་བསྟན་འགྱུར་གཅིག་གཟིགས་དུས་བསམ་པ་ཡང་སྐབས་དེ་དུས་ཀྱི་འབྲི་འགྱུར་གྱི་ཚད་འདི་ལ་ཡང་ཧང་སང་གི་ཡུལ་བསྟན་པ་རེད། ཧང་སང་ཡང་གི་ཚིག་གི་ཐོག་ནས་ཆ་བཞག་པ་ཡིན་ན་བོད་དེ་ཡང་བོད་ཡུལ་གྱི་མིང་ཚིག། ཆོས་ལུགས་ཀྱི་མིང་ཚིག་ལོ་རྒྱུས་ཐོག་རྒྱུན་དུ་བེད་སྤྱོད་བྱས་པའི་མིང་ཚིག་སོགས་མིང་དུ་ཕུན་སུམ་ཚོགས་པོ་ཡོད་པ་མ་ཟད། རྩོམ་རིག་འབྲི་རྩལ་གྱི་ཚད་མཐོ་པོ་ཡོད་པ་སོགས་མཚང། བཀའ་དང་བསྟན་འགྱུར་གྱི་བརྗོད་དོན་རྣམས་ཚན་རིག་གི་རྩ་དོན་དང་ཡོངས་སུ་མཐུན་པའི་ཚིག་རྩལ་གནད་དུ་ཐོན་པའི་རྡོ་རྗེའི་ཚིག་གི་ལྷུན་པོ་ཁོ་ནས་གྲུབ་ཅིང་མཐར་བཀའ་འགྱུར་དང་བསྟན་འགྱུར་གྱི་ཡིག་འབྲུ་རེ་རེར་ཡང་ཞིབ་ཚགས་གཅིག་སྡུད་གསང་བ་མུ་སྟེགས་ལྟར་འོད་འཚེར་བའི་ཚིག་སྦྱོར་ཁོ་ནས་བསྐྱལ་ཡོད་རེད། ད་ལྟའི་བར་ཚིག་སྦྱོར་འདི་ཚོ་བསམ་བློ་ཧ་སང་ཡང་རང་རེད། ད་དེ་འདྲའི་སོང་ཙང། བཀའ་འགྱུར་དང་བསྟན་འགྱུར་གྱི་རྩོམ་སྒྲིག་ཀྱང་ཕྱི་རབས་ཀྱི་མཁས་པ་རྣམས་ཀྱིས་ལད་མོ་བྱ་ཡུལ་ཞིག་ཏུ་གྱུར་ཅིང། ཕྱིས་སུ་བོད་ལ་ཡང་བོད་རྩོམ་མང་པོ་ཞིག་གྲགས་བྱུང་ཡོད་དེ་བ་རེ་རེ་སྤུངས་པ་ནས་ཤིག་རེད། དགོན་པ་རེ་རེ་ལ་ཡང་ཡིག་ཆ་རེ་རེ་ཡོད་རེད་ཁམས་ཚན་རེ་རེ་ཡིག་ཡིག་ཆ་རེ་རེ་ཡོད་རེད་གྲུབ་ཐོབ་སོ་སོ་སོ་བེད་སྤྱོད་ཁྱོན་ཡིག་ཆ་མ་འདྲ་བ་མང་པོ་ཡོད་རེད། དོ་སོ་ཚང་མ་བསྟན་སའི་ཡུལ་དུ་གི་དུས་རེད་སོང་ན། དགེ་བའི་བཀའ་དང་བསྟན་བཅོས་རེད་བཀའ་འགྱུར་དང་བསྟན་འགྱུར་རེད་དེ་སོང་ཙང་བཀའ་འགྱུར་དང་བསྟན་འགྱུར་ལ་ལན་ལྡོན་བྱས་བྱས་ཙམ་བཞག་པ་རྐྱང་རྐྱང་རེད་དེ་འདྲས་སོང་ཙང་བཀའ་བསྟན་འགྱུར་གྱི་ཨ་ནི་རྩོམ་རིག་ལ་ལྟོས་པའི་བོད་ཀྱི་བསྟན་བཅོས་རི་སྤུངས་པ་ལྟར་ཡོད་པ་དེ་དག་གི་ནང་ནས་དཔེར་ན་ཆ་ཞབས་ཡིན་ན་ཨ་ནེ་ཏོའི་རྩོམ་ཟེར་ན་འདྲ་རྣམ་ཐར་ཟེར་ན་འདྲ་རྟོགས་བརྗོད་དང་བཀའ་བཤད་དང་ལེགས་བཤད་དང་གཏམ་རྒྱུད་དང་སྙན་རྩོམ་དང་བསྟན་བཅོས་དང་བསླབ་བྱ་དང་ཨ་ནེ་གོ་ལོ་དང་སྙིང་གཏམ་དང་གླུ་དབྱངས་དང་འཕྲིན་ཡིག་དང་བེ་དམ་ལ་སོགས་པ་མང་དག་ཅིག་ཐོན་ཡོད་པ་རེད་སྐབས་དེ་དུས་བསམ་པ་ཡང། རྩོམ་རིག་གི་བྱ་བཞག་ཐོག་ནས་ཆ་ཞབས་འདྲ་ནུས་པ་ཆེན་པོ་དེ་འདྲ་ཐོན་ཡོད་པ་རེད་ད། བཀའ་འགྱུར་དང་བསྟན་འགྱུར་ཞེས་པའི་ཐ་སྙད་འདི་བོད་དང་རྒྱ་ནག་གཉིས་ལ་མ་གཏོགས་གྱ་གང་ལ་ཡོད་མ་རེད་རྒྱུ་མཚན་ག་རེད་ཟེར་ན་གྱ་གང་ལ་རྦད་དེ་ཁྱོད་ནས་ནི། གྱི་བའི་བཀའ་ཡིན་གྱི་བའི་བཀའ་རང་ཞུ་གི་རེད་བསྟན་བཅོས་ཙམ་ཡིན་བསྟན་བཅོས་རང་ཞུ་གི་རེད་ག་རེད་ཟེར་ན་འགྱུར་དུ་ཡོད་མ་རེད་བསྟན། བཀའ་འགྱུར་གྱི་ཨ་ནི་ཐ་སྙད་ཀྱི་གོ་དོན་ཐོག་ནས་ཞུས་པ་ཡིན་ན་ནང་པ་སངས་རྒྱས་པའི་ཆོས་ལུགས་ཐོག་མར་གསར་གཏོད་མཛད་པ་པོ་སངས་རྒྱས་ཤཱཀྱ་མུ་ནེས་གསུངས་པའི་ཨ་ནི་བཀའ་སྡེ་སྣོད་གསུམ་དང་རྒྱུད་སྡེ་བཞི་རྣམས་རྒྱ་གར་གྱི་སྐད་ནས་བོད་སྐད་དུ་བསྒྱུར་ཟིན་པ་ཐམས་ཅད་ཕྱོགས་གཅིག་ཏུ་བསྒྲིགས་པ། གླེགས་བམ་བརྒྱ་ཕྲག་ཡོད་པ་རྣམས་ལ་བཀའ་འགྱུར་ཟེར་གྱི་ཡོད་དྲན་པར་བཀའ་འགྱུར་ཟེར་ཡག་དེ། ད་རྦད་དེ་ཁྱོད་ནི་ཨ་ནི། དཔོན་པོ་བཅོམ་ལྡན་འདས་ཀྱིས་གསུངས་པའི་བཀའ་སྡེ་སྣོད་གསུམ་དང་རྒྱུད་སྡེ་བཞི་དང་བཅས་པ་རྒྱ་གར་གྱི་སྐད་ནས་བོད་སྐད་དུ་འཚོལ་བསྒྱུར་བ་དེ་ལ་ཡང་ད་བཀའ་འགྱུར་ཞེས་དེ་སྔའི་གོང་དུ་བཤད་པའི་ཨ་ནི་འགྱུར་ཟེར་ཏེ། བཀའ་འགྱུར་ཞེས་འཚོལ་བསྒྱུར་བ་དེ་འདི་ལ་ཟེར་གྱི་རེད། དེ་ཡང་རྦད་དེ་ཁྱོད་ནི་དྲི་མ། སྐབས་དེ་དུས་སམ་བ་དྲི་མ་རྒྱན་རྒྱལ་གྱིས་དྲི་མ་དེ་གི་ཕྱོགས་གཅིག་ཏུ་བསྒྲིགས་རྗེས། གླེགས་བམ་དུ།

དང་སྐད་གཉིས་སྨྲ་བ་དཔལ་བརྩེགས་སོགས་ཀྱིས་འཕང་ཐང་དཀའ་མོད་ཀྱི་གཙུག་ལག་ཁང་དུ་བཞུགས་པའི་གསུང་རབ་རྣམས་ལ། ཤོག་ལྷེ་བཀའ་དང་བམ་པོ་སོགས་བྱུང་ཚད་ངེས་པར་བྱས་པའི་སྒོ་བྱང་མ་འཁྲུལ་བར་བཀོད་པའི་དཀར་ཆག་འཕང་ཐང་མར་གྲགས་པ་དེ་བྱུང་བར་མངལ་ལ་ཡང་བཀའ་འགྱུར་དེ་ཐོག་མར་བྱུང་དུས་བསམ་པ་ཡང་འཕང་ཐང་མ་འདི་ག་རེད་བསམ་ན་བྲིས་མ་རེད་སྐབས་དེ་དུས་བསམ་པ་དེ་བྲིས་མ་དེ་ཕྱོགས་གཅིག་ཏུ་བསྒྲིགས་ཆེད་སྙན་མང་དག་འབད་དུ་འཁྱོལ་ནས་སྔ་དར་སྐབས་ལ་ཡང་རྒྱ་གར་ནས་འབད་དུ་འཁྱོལ་ནས་ཚུལ། ལེགས་སྦྱར་གྱི་སྐད་ནས་བོད་སྐད་ལས། རྒྱུར་བཤད་པས་སྐབས་མང་པོ་ཡོང་དགོས་རེད་བ་དེ་ཚང་མ་ཕྱོགས་གཅིག་ཏུ་བསྒྲིགས་བཤད་པས་དཀར་ཆག་ཕང་ཐང་མང་ཞུ་དགོས་རེད། འོ་དེ་བཀའ་འགྱུར་དེ་ཐེངས་མ་དང་བོ་བོད་གངས་ཅན་དུ་ཨ་ནི་བཀའ་འགྱུར་གྱི་ཐེངས་མ་དང་བོ་དེ། དམ་པའི་ཆོས་བསྒྱུར་བ་ཐམས་ཅད་ཀྱི་ཕྱོགས་གཅིག་ཏུ་བསྒྲིགས་པའི་བཀའ་འགྱུར་ཐོག་མ་ཟིག་རེད་བ་ད་དེ་འདྲའི་ཆེ་རེད། དེའི་རྗེས་སུ་ཡང་འཁོན་ཀླུ་དབང་སུའང་ལགས་སོགས་ཀྱིས་ཁྲི་སྲོང་ལྡེ་བཙན་བཞུགས་སའི་ཨ། སྟོང་ཐང། དེང་སྐར་གྱི་ཕོ་བྲང་ལ་བཞུགས་པའི་བཀའ་བསྟན་བོད་དུ་བསྒྱུར་བ་ཐམས་ཅད་ཤོ་ལོ་ཀ་དང་བམ་པོ་བམ་པོའི་གྲངས་དེ་འདྲས་དང་དེ་འདྲས་འདུག་ཅེས་ཀྱི་གཏན་ལ་ཕབ་པ་རྣམས་མཚན་བྱང་དཀར་ཆག་ཏུ་བབས་ཆེད་བཏབ་ཅིང་ཕྱོགས་གཅིག་ཏུ་བསྒྲིགས་པ། དེའི་བཀའ་འགྱུར་དེ་ལ་ཡང་དེང་སྐར་མ་བཞུགས་ཡོད་དུས་སྐབས་དེ་དུས་སམ་པ་ཡ་དང་ཁང་གཉིས་བྱུང་ཡོད་དུས་པར། དེའི་སྟེང་དུ་ཆེན་པོ་མ་ཟད་ཕྱོགས་བྲིས་ཅི་ནའོ། དང་དེ་དེ་བས་བསམ་ཡས་ཆེན་པོ་འདུག་གོ། དེའི་ཡི་གེ་ཡང་དང་གོ། མགོན་དུ་ཡོད་དེ་བས་དཔལ་དུ་ཁྱོད་ལ་སངས་རྒྱས་ཡི་གེ་ནི་བཀའ་འགྱུར། དཔལ་དུ་ཁྱོད་ལ་དྲི་མ་ཡོད་དེ་བས་དེ་གའི་ཚང་མ་ཕྱོགས་གཅིག་ཏུ་ཡང་ཕྱོགས་བྲིས་བྱས་བྱས་པ་འདི་ལ་བཀའ་འགྱུར་ཟེར་གྱི་ཡོད་དེ། དེ་དག་ནི་བཙན་པོ་གཉིས་ཀྱི་ཕོ་བྲང་བོན་ཆེན་རྡོ་རུ་བཞུགས་པ་ན་བཙན་པོ་ཛི་ན་མི་ཏྲ་དང། སུ་རིན་དང་བུ་ཏི་སོགས་ཀྱིས། བཀའ་བསྟན་རྣམས་ལས་བྱུང་བའི་རྒྱ་གར་གྱི་སྐད་ནི་གངས་ཅན་གྱི་སྐད་དུ་བསྒྱུར་ཅིང། མིང་དུ་བཏགས་པ་རྣམས་ཕྱོགས་གཅིག་ཏུ་བྱས་པའི་དཀར་ཆས་དུ་བྲིས། ནམ་ཡང་གཞུང་ལུགས་དེ་ལས་མི་འགྱུར་ཞིང་ཀུན་གྱིས་བསླབ་ཏུ་རུང་བར་གྱིས་ཞེས་པའི་སྐད་བཅས་ཅི། སྔ་འགྱུར་ཟིན་པ་རྣམས་སྐད་གསར་བཅད་ཀྱི་སྟེང་ལ་ཕབ་ཅེས་པའི་དེ་བསྒྱུར་ནས། ཕྱུག་བདེ་ཞེས་བྱ་བ་དེ་ལ་ཡང་བཀའ་འགྱུར་ཟེར་བ་རེད། བཀའ་འགྱུར་སར་ཐོག་མར་བྱུང་རྒྱུ་དེ་དེ་རེད། དེའི་སྐབས་ཀྱི་བཀའ་འགྱུར་གྱི་ཕྱོགས་བསྡུས་བྱས་བཞག་པའི་མ་པ་དེ་དག་ཐམས་ཅད་དྲི་མ་རྐྱང་རྐྱང་རེད། དེ་ནས་བསྟན་པ། སྔ་ཕྱིའི་བར་གྱི་མི་ལོ་སུམ་བརྒྱའི་རིང་ལ་ཡང་བཀའ་འགྱུར་དུ་བསྟན་རྒྱུའི་གནས་ཚུལ་ཐོག་ནས་རོབ་ཙམ་ཤེས་དགོས་ཀྱི་འདུག་དེ་ཤ་དེའི་ཐོག་ལ་ཡང་ཞིབ་འཇུག་གནང་མཁན་དང་གསུང་མཁན་ཧ་ལམ་མེད་པས་སོ་བདེ་རང་བཞིན་དུ་ལོ་ངོ་སུམ་བརྒྱ་འགོར་རོགས་པ་བསྟན་པ་སྔ་དར་དང་ཕྱི་དར་གྱི་བར་དུ་ཡང། བར་མཚམས་དེ་ལ་ཡང་མི་ལོ་ནས་ན་ད་སུམ་བརྒྱ། དགོས་པ་རེད། དེའི་པར་རོ་དེ་ལ་ཡང་དག་བཀའ་འགྱུར་དུ་བསྟན་འགྱུར་གྱི་གནས་སྟངས་བྱུང་ཡོད་རེད། བཀའ་རྒྱུན་དུ་བསྟན་འགྱུར་གྱི་གནས་སྟངས་དེ་ག་ལ་ཟེར་གྱི་ཡོད་རེད་ཟེར་ན། སྔ་འགྱུར་གྱི་ཡང་ན་སྙན་མང་བསྒྱུར་བྱས་པའི་ལྟད་མོ་མངའ་ཐང་རུ་བསྒྱུར་བྱས་པའི་བཀའ་འགྱུར་དུ་བསྟན་འགྱུར་ཞུ་དགོས་རེད། དེ་སོང་ཙང་ཡང། གླང་དར་གྱི་ཡང་ན་ཆོས་དང་རིག་གནས་ཐམས་ཅད་བསྣུབས་རྐྱེན་རྒྱལ་བསྟན་ལ་གོད་ཆག་ཆེན་པོ་བྱུང་བའི་སྐབས་དང། བསྟན་པ་སྔ་ཕྱིའི་བར་མཚམས་སུ་ཡང་ན་ལུས་པའི་མི་ལོ་གསུམ་བརྒྱའི་རིང་ལ་ཡང། སྔ་འགྱུར་གྱི་བཀའ་འགྱུར་དང་བསྟན་འགྱུར་གྱི་གནས་བབ་ལ་ཉེན་ཁའི་རང་བཞིན་ཆེན་པོ་དེ་བྱུང་ཡོད་རེད། ཡིན་ནའི་རྦད་དེ་ཁྱོད་ནི་འདི་སྐབས་དེ་ཡང། ད་དཔེ་ཅིག་ཡོད་པ་ཚང་མ་མི་དྲ་དང་ཡང་ལོ་སོ་པ་ཙམ་ལས་བཟོད་པར་རུང་བ་ཡིན་ནའི་ཁབ་དེ་དུས་བསམ་པར་ཡང། ཨ་ནི་སྔ་འགྱུར་གྱི་ཨ་ནི་བཀའ་འགྱུར་དེ་དེང་འགྱུར་ལྷ་ཡག་དེ་གི་འདི་སུ་ལྷག་པ་རེད་ཟེར་ན། དེའི་སྐབས་ལ་ཡང་ཨ་ནི། ཁྱིམ་དང་རི་སུལ་ལ་གནས་བསྡད་པའི་སྔགས་པ་བསྟན་སྐྱ་བོར་གྱུར་པ། དེ་ར་པ་ཁྱིམ་པོ་ར་པ་ཁྱིམ་པོ་ཡིན་པ་གང་ཞིག་ལགས་སོ་ལ་སྔགས་པ་ཡིན་དེབ་སྔགས་དེ་ཡང། གསང་སྔགས་ཀྱི་རྡོ་རྗེ་ཐེག་པའི་ལ་ཞུགས་ཏེ་ཉལ་གི། ང་རང་ཚོ་རིག་པ་འཛིན་པའི་སྡོང་པོ་ཡོད་ར་བ་དེ་ལ་གནས་ཏེ་ཉལ་གི་ཨ་ནི་ཁྱིམ་པོ། དེ་དག་གི་བེད་དུ་གྱུར་ནས་རང་ཉིད་ཀྱི་གྲུབ་པོ་ཚུལ་བཞིན་དུ་ཉམས་སུ་བླངས། བསྟན་པ་དང་བོད་ཀྱི་རིག་གནས་སྤྱི་ལ་གུས་པ་ཆེན་པོས་བེད་དུ་གྱུར་ནས་ང་དང་ཁྲི་རལ་ཡན་ཆོད་དུ་གྱུར་བའི་ཨ་ན་ཀ་ད་བསྟན་བཅོས་ཀྱི་པུ་ཏི་བྲིས་མོ་འདི་གའི་ཚང་མ་ཁྱད་པར་གསུང་བཅས་ཕལ་ཆེ་བ་ད་ལྟ་མཇལ་ཡག་ཡོད་བསྡད་པ་དེ་དག་བཀའ་དྲིན་རེད། དེ་མེད་ན་བེད་དུ་གྱུར་ནས་རབ་ཏུ་བྱུང་བ་ཚང་མ་ལོ་ཨ་ནི་བེད་དུ་ས་ཡ་ལོ་སོགས་པ་དེ་འདྲི་གི་གནས་ཚུལ་བྱུང་བ་རེད་བ་གླང་དར་སྐབས་ལ་ཡང་དེའི་སྐབས་ལ་ཡང་ཨ་ནི་སྔགས་པ་བསྟན། སྐྱ་བོར་གྱུར་པ་དེ་དག་གིས་ནི་སྲུང་སྐྱོབ་ཆེན་པོ་ཞེ་དྲག་གནང་བར། དེ་ནི་གནའ་སྔ་མོ་ནས་བོད་མི་རིགས་འདི་ནི་རང་མི་རིགས་ཀྱི་རིག་གནས་ལ་ཤ་ཞེན་ཆེ་ཞིང་སྙིང་སྟོབས་བརྟན་པའི་མི་རིགས་ཤིག་ཡིན་པའི་ར་སྤྲོད་བྱས་ཡོད་རེད། དེ་འདྲའི་སོང་ཙང་ཡང། མེས་པོ་དེ་དག་གི་བཀའ་དྲིན་ནི་ཡང་ནི་རྗེས་དྲན་བྱེད་ཡ་དང། རང་མི་རིགས་ཀྱི་བུ་ཆུང་རིག་གནས་རྣམས་ལ་ཡང་རྒྱུད་འཛིན་བྱེད་དགོས་ཡ། དེ་འདྲས་ང་རང་པཱ་རུ་ལའི་གསུང་ཚུལ་དེ་འདྲས་ཀྱི་ཁོངས་ཡོང་གི་འདུག་དེ་ག་རེད་ཟེར་ན། བར་དུ་ལུས་པའི་དུས་སྐབས་ནུ་ལོག་ལ་བཀའ་འགྱུར་དེ་བསྟན་རྒྱུའི་གལ་གནད་དང། སྲུང་སྐྱོབ་ཡག་པོ་ཐུབ་ཡོད་དེ། ད་དེ་ནས་བསྟན་པ་ཕྱི་དར་སྐབས་ལ་ཡང་ཨ་ན་བཀའ་འགྱུར་དང་བསྟན་འགྱུར་གཞན་དག་ཚོས་ལ་ཡང་དགེ་འབྲས་བྱུང་བ་རེད་ཟེར་ན། བསྟན་པ་ཕྱི་དར་སྐབས་ལ་ཡང་བོད་ཀྱི་རྒྱལ་པོ་རྣམས་ཀྱི་སྙིང་སྟོབས་དང་ས་སྟེང་དུ་ཉི་ཟླ་ཞེས་གྲགས་པའི་དཔེ་འགྲེལ་སྟངས་དང། སྤྲུལ་པའི་ལོ་ཙཱ་བ་ཆེན་པོ་རྣམས་ཀྱིས་སྔོན་ཆད་མ་གྱུར་བའི་བཀའ་བསྟན་དཔག་ཏུ་མེད་པ་གསར་དུ་བསྒྱུར་ཅིང། སྔར་བསྒྱུར་བ་རྣམས་ལ་ཞུ་ནན་གྱི་སྒོ་ནས་དྲི་མ་དང་བྲལ་བར་མཛད་དེ་ཤེས་པ་དང་སྒྲུབ་པའི་གཏན་ལ་ཕབ་ནས། དྲི་མེད་བཀའ་འགྱུར་བསྟན་འགྱུར་གྲངས་མེད་བཞེངས་པ། ད་དེའི་སྐབས་དེ་དུས་བསམ་པ་ཡང་བསྟན་པ་ཕྱི་དར་སྐབས་ལ་ཡང་ཨ་ནི་མང་པོ་ཞེ་པོ་བཞེངས་པ་རེད། དེའི་སྐབས་ལ་བསྟན་པ་སྔ་དར་སྐབས་ལ་ཡང་ཨ་ནི་གྱུར་པ་དེ་དག་ལ་ཡང་བཞུགས་གནས་ཀྱི་དཔེ་དེ་གྱུར་ནས་ཞུ་དག་དག་ཡང་ནན་པོས་གནང་བྱས་དཔེ་དེ་གྱུར་ནས་བྲིས་མོ་དེ་བྲལ་བར་མཛད་ཅེས་དཔེར་ན་ཆ་བཞག་པས་ན་བསྟན་པ་ཕྱི་དར་སྐབས་ལ་ཡང་མངའ་རིས་གུ་གེའི་རྒྱལ་པོ་ལྷ་བླ་མ་ཡེ་ཤེས་འོད་ཀྱིས་མཐུན་རྐྱེན་གནང་ལོ་ཆེན་རིན་ཆེན་བཟང་པོ་དང་ལོ་ཆེན་བྱང་ཆུབ་རྩེ་མོ་སོགས་ཀྱིས་ཨ་ནི་བསྒྱུར་གནང་བ་རེད། དེའི་སྟེང་དུ་མར་པ་ལོ་ཙཱ་བ་ལ་སོགས་པ་ལོ་ཆེན་ཤེས་རབ་དབང་ཕྱུག་ལ་སོགས་པ། དེ་འདྲས་ཀྱི་ལོ་ཙཱ་བ་བདུན་བརྒྱ་ལྷག་ཙམ་བྱིས་ཀྱི་དཀའ་ངལ་གྲངས་མེད་ཁྱད་བསད་དང་རང་འགུལ་གྱིས་རང་གིས་འགྲོ་གྲོན་བཏང་རྗེས་ནི་སྲོག་བསྡོས་ཀྱི་ཐོག་ནས་རྒྱ་གར་དུ་སོ་སོ་གཅིག་པོ་ཕེབས་དཀའ་དང་བསྟན་བཅོས་མང་པོ་ཞིག་ཚུད་གྱུར་ཡོང་བ་རེད། སྐབས་དེ་དུས་བསམ་པ་ད་ལོ་ཙཱ་བ་སྐྱེས་བུ་དམ་པ་དེ་དག་རང་གི་མི་རིགས་རེད་རང་གི་སྐབས་དེ་དུས་ཆོས་ལུགས་ནི་དེ་ལས་ཤ་ཞེན་འཆི་བདག་ར་ཅི་ཆོས་ཅན། སོ་སོའི་གྲོགས་སུན་བཏང་བྱས་པས་ཀྱང་ཡང་ན་སོ་སོ་གཅིག་པུ་ཕལ་ཆེར་དེ་འདྲའི་གནས་ན་ཡོད་དེ། སྐབས་དེ་དུས་སེམས་དཔའ་གཞུང་གིས་དེའི་རྩེ་ཤེས་དེ་འགྲོ་དོན་རྟ་དབྱངས་ལ་སོགས་པའི་རྩེ་ཤེས་དེ། ཡང་ན་ལྷ་བླ་མ་ཡེ་ཤེས་འོད་ཀྱི་དྲིན་གྱིས་གནང་བའི་སྐབས་དེ་ལ་རེ་བ་དེ་འདྲས་དེ་འདྲས་ཙམ་བྱུང་བ་རེད་མ་གཏོགས་སྐབས་དེ་དུས་ཀྱི་བལ་དུ་ཁྱོད་ནས་ཡང་ན་ལོ་ཙཱ་བ་མང་ཆེ་བས་བལ་དུ་ཁྱོད་ནས་སོ་སོའི་གྲོགས་སུན་བཏང་བྱས་ཡང་ན་རྒྱ་གར་ནས་བལ་དུ་ཁྱོད་ནས་རིག་གནས་གླེང་ནས་ང་རང་ཚོ་དང་དུ་བྱེད་རྒྱུ་ཡིན་ཟེར་བ་དེ་དག་བྱུང་བ་རེད། དེའི་སྐབས་ཀྱི་བལ་དུ་ཁྱོད་ནས་གྱུར་པའི་གནས་སྐབས་དེ་ལ་ཡང་ཚང་མ་ལོ་ཙཱ་བས་དེ་ལ་བར་ལག་དྲིལ་ཡུངས་བར་བ་པའི་དྲིལ་མོ་རྐྱེན་བརྒྱ། དེ་ནས་བཀའ་འགྱུར་དང་བསྟན་འགྱུར་གྱི་པར་ཤིང་ཐོག་མར་བྱུང་ཚུལ་གྱི་སྐོར་ལ་ཞུ་དགོས་པ་ཞིག་དང། ད་གོང་དེ་ལ་ཡང་ཞུས་བྱས་པ་ཚང་མ་ག་དྲིལ་རེད་ཟེར་ན་ཨ་ནི་བས་དེ་ཁྱོད་དྲིལ་མོ་རྐྱེན་བརྒྱ་རེད། བཀའ་འགྱུར་དང་བསྟན་འགྱུར་ཚང་མ་དྲིལ་མོ་རྐྱེན་བརྒྱ་རེད་ཕྱོགས་བསྒྲིགས་བྱས་པ་ཚང་མ། ད་ཕྱིས་སུ་བས་དེ་ཁྱོད་ནི་བཀའ་འགྱུར་དང་བསྟན་འགྱུར་ཨ་ནི་པར་ཤིང་གི་ཐོག་ནས་བས་དེ་ཁྱོད་ནི་ཨ་ནི་པར་ཤིང་ཐོག་མར་བཞེངས་ཡག་གི་དེའི་ཐོག་ལ་ཡང་ཨ་ནི་བཀའ་འགྱུར་དང་བསྟན་འགྱུར་གྱི་པར་ཤིང་བྱུང་ཚུལ་དེ། བསྟན་པ་སྔ་ཕྱིའི་ལོ་པན་རྣམས་ཀྱིས་བསྒྱུར་བའི་བཀའ་འགྱུར་དང་བསྟན་འགྱུར་པོ་ཏི་བརྒྱ་ཕྲག་ཕྱོགས་གཅིག་ཏུ་བསྒྲིགས་ཟིན་པའི་བྲིས་མའི་གསུང་རབ་རྣམས་མ་དཔེར་མཛད་དེ་པར་ཤིན་ཏུ་བཀོད་པ་ལ་ཟེར་གྱི་ཡོད། བཀའ་འགྱུར་དང་བསྟན་འགྱུར་ཟེར་ཡག་སྟེ་བསྟན་པ་སྔ་ཕྱིའི་བེད་དུ་གྱུར་ནས་ཨ་ནེ་ལོ་པན་རྣམས་ཀྱིས་བསྒྱུར་བཞག་པའི་བཀའ་འགྱུར་དང་བསྟན་འགྱུར་ཡོད་རབས་པོ་ཏི་བརྒྱ་ཕྲག་མང་པོ་ཏི་ཕྱོགས་གཅིག་ཏུ་བསྒྲིགས་བཞག་པའི་བྲིས་མ་དེ་མ་དཔེ་ནང་ཆེན་ཨ་ནེ་ཤིང་པར་དུ་བཀོད་བཞག་པ་དེ་ལ་ཡང་བཀའ་འགྱུར་གྱི་པར་མ་ཏི་ཟེར་གྱི་ཡོད་དེ། བཀའ་འགྱུར་དང་བསྟན་འགྱུར་གྱི་པར་ཤིང་བརྐོ་བའི་ཐོག་མའི་བྱུང་རྒྱུའི་ཐོག་ནས་ཞུས་པ་ཡིན་ན། ཡོན་རྒྱལ་རབས་ཀྱི་དགོང་མོ་ཨ་ཡུ་པ་པ་སྟག་འོ་ཡན་འཕྲུལ་ཞིག་ཉལ་གྱི་འདུག་ཁོ་རང་ལོ་དགུ་བར་དུ་སྲིད་དབང་བཟུང་བའི་རིང་ལ་ཡང་སྣར་ཐང་གི་དགེ་བཤེས་མཁས་པ་ཆེན་པོ་འཇམ་དགའ་སྤུ་ཤ་ཞུ་ཉལ་གྱི་ཡོད་དེ། ཁོང་དཔལ་དུ་གྱུར་ནས་ཡོན་རྒྱལ་རབས་ཀྱི་དགོང་མོ་དེའི་དཔལ་དུ་གྱུར་ནས་དབུ་བླ་ཡ་དེ་སོག་པོ་ལ་གདན་འདྲེན་ཞུས་གནང་བ་རེད། སོག་ཡུལ་ལ་ཡང་ཁོ་རང་དཔལ་དུ་གྱུར་ནས་དགེ་བཤེས་མཁས་པ་ཆེན་པོ་འཇམ་དགའ་སོག་ཡུལ་ལ་ཡུན་རིང་བཞུགས་པའི་སྐབས་དེ་ལ། ཁོ་རང་གི་རྩ་བའི་བླ་མ་དེ་བཅོམ་ལྡན་རིག་པའི་རལ་གྲི་རིགས་ང་རང་སྣར་ཐང་ལ་ཡོད་དེ། དང་ཁོ་རང་གི་ཉལ་གི་ཨ་ནི་རྩ་བའི་བླ་མ་བཅོམ་ལྡན་རིག་པའི་རལ་གྲི་ལ་ཡང་གསེར་དངུལ་ལ་སོགས་པ་དང་རྒྱ་ནག་གི་སྣག་ཚ་དང་ཤུབ་བུ་ལ་སོགས་པ་སྨྱུག་བུ་ལ་སོགས་པ་དེ་འདྲའི་ཕན་ཚུན་བསྐུར་གནང་བྱེད་ཨ་ནི་རེ་བ་དེ་གར་བཏོན་ཡོད་རེད་ཟེར་ན་བོད་ལ་བཞུགས་པའི་ཨ་ནི་བཀའ་འགྱུར་དང་བསྟན་འགྱུར་གྱི་མ་དཔེ་གང་ཡོད་དེ་བར་དོ་ཚོ་ཚང་མ་ལ་ཨ་ནི་བཙན་གཉིས་བྱེད་རོགས་བྱེད། བཙན་གཉིས་བྱས་ནས་ཆ་ཚང་བ་ཞིག་བེད་དུ་ཁྱོན་ན་གནའ་ཐང་དགོན་པ་ཡང་ཤོ་སོའི་དགོས་འདུག་དེའི་སྟེང་དུ་གཙོ་བོ་ག་རེ་ཟེར་ན་པར་ཆས་ཤིག་འགོ་འོ་འདུག་དེ་རེད་དེ་དཀོན་མོ་ཞིག་རེད། བསྐུལ་མ་ཞུས་པ་དེ་ནི་ཤིང་བཅོམ་ལྡན་རིག་པའི་རལ་གྲི་དང། དབུལ་པོ་བློ་བཟང་བྱང་ཆུབ་ཡེ་ཤེས་ཅན་ལོ་ཙཱ་བ་བསོད་ནམས་འོད་ཟེར་ཅན། གྱང་རུ་བྱང་ཆུབ་བུམ་བཅས་ཀྱིས་དབུས་གཙང་མངའ་རིས་སོགས་སུ། ཨ་ནེ་བཀའ་འགྱུར་དང་བསྟན་འགྱུར་གྱི་མ་དཔེ་ཚུལ་དུ་གནང། ཚུལ་དུ་གནང་ནས་རྦད་དེ་ཁྱོར་ནས། ཨ་ནེ་བྱུང་བ་དེ་དག་ཚང་མ་ཡང་ཞུ་དག་གནང། དེ་ནས་སྡེ་ཚན་གྱི་དབྱེ་བ་ཕྱེས། དེ་འདྲའི། གོ་རིམ་སྒྲིག་པ་ལ་སོགས་པ་དེ་འདྲའི་ལོ་མང་པོའི་བར་ལ་ཡང་དཀའ་ངལ་འཚེ་མེད་ཀྱི་ཐོག་ནས་ཨ་ནི་བཀའ་འགྱུར་གྱི་པར་ཤིང་དེ་ཆ་ཚང་དུ་བྲོས་པ་རེད། དེའི་སྐབས་དེའི་པར་ཤིང་དེ་བཞེངས་པའི་ཚུལ་དེ་བཞེངས་སྟངས་དེ་ག་འདྲས་སུ་བཞེངས་པ་རེད་ཟེར་ན། ད་གནའ་སྔ་མོ་ཡིན་ན་འཕྲལ་སེལ་གྱི་ཐོག་ནས་མི་སེར་ལ་ཡང་ཨ་ནི་སྐུལ་ཡ་རྐྱང་རྐྱང་རེད་དེའི་སྐབས་ལ་ཡང་ཨ་ནི་དེ་འདྲས་མ་གནང་པ་ཅན་ཨ་ནི་སོ་སོ་རང་གིས་རྦད་དེ་ཁྱོར་ནས་ཨ་ནི་འགོ་གཙོ་གནང། དེ་ནས་རྦད་དེ་ཁྱོར་ནས་རྒྱུ་བདག་པ་ཕུན་སུམ་ཚོགས་པ་བཙལ་ཡག་དང་དཔོན་ཡིག་པ་ཆ་བཞག་པ་ཡིན་ན་དྲུག་ཅུ་ལྷག་ཙམ་ཞིག་ཨ་ནི་བཀོད་སྒྲིག་གནང་ཡག།

བཀའ་འགྱུར་པར་དུ་གྲུབ་ཟིན་པ་དོལ་ཚོགས་ཚང་མའི་དཔལ་དུ་གྱུར་ནས་ཡང་རང་གར་མ་བཞག་པ་བྱས། ཞུ་དག་མང་པོ་གནང་ནས་ཨ་ནི་ཡིད་རྟོན་རུང་བ་དེ་འདྲའི་བྱུང་བྱུང་མ་ཐག་ལ། ཨ་ནི་ལོ་ཙཱ་བ་དང་སྐྱེས་ཆེན་དར་མ་རྣམས་ཀྱིས་ཨ་ནི་རྡོ་རྗེ་སློབ་དཔོན་གྱི་བྱ་བ་གནང་ནས། ཨ་ནི་ལྷ་སྔགས་ཏིང་ངེ་འཛིན་གྱི་རྣལ་འབྱོར་ལ་གོམས་པ་རྒྱས་པའི་དཔལ་དུ་གྱུར་ནས་རིག་པ་རྫུན་མ་མང་པོ་དང་ཐབས་ཅིག་ཏུ་ཨ་ནི་ཡི་དམ་བླ་མེད་ཀྱི་དཀྱིལ་འཁོར་ལ་བརྟེན་བྱས། ཡེ་ཤེས་པ་མངོན་སུམ་དུ་བཞུགས་པར་མཛད་པ་ལ་སོགས་པ་རབ་གནས་ཀྱི་ཆོ་གའི་རིམ་པ་ཆ་ཚང་བ་གནང།

འདི་གའི་སྐྱེས་རབས་ཞིབ་གཉེར་པ་ཆོས་རྒྱལ་བསྟན་པ་ཚེ་རིང་གི་སྐུ་དུས་སུ་བཞེངས་པའི་བཀའ་བསྟན་འགྱུར་དང། ས་དགེ་བཀའ་རྙིང་གི་བླ་མ་རྣམས་ཀྱི་གསུང་འབུམ་སྣ་ཚོགས་སོགས་མདོ་སྔགས་རིག་གནས་དང་བཅས་པའི་པར་ཤིང་འབོར་ཆེན་བཞེངས་པ། དུས་ད་ལྟའི་བར་དུ་ཡང་བྱེད་རྒྱུ་ཡོད། སྐབས་དེའི་དེ་གའི་སྡེ་དཔོན་དེ་ད་ལྟའི་ཁོངས་གཏོགས་སུ་ད་དུ་ཚང་མ་ལོ་ནས་ཟིན་སའི་རྩིས་གཞི་དེ་ད་ལྟའི་དེ་གའི་པར་ཁང་དེ་རེད། ལྟ་དེ་ཡང་ཞུ་དགོས་ཡ་དེ་འདྲའི་ཞིག་དང་ཕྱིས་སུ་རིག་གནས་གསར་བརྗེའི་སྐབས་ལ་ཡང་ལྟ་དེའི་ཉེན་ཁ་ཆེན་པོ་ཞེ་དྲག་བྱུང་བའི་སྐབས་ལ། ཨ་ནི་ཕོ་རྒོད་པོ་བྱེས་ཀྱི་དཔལ་དུ་ཁྱོར་ནས་རང་སྲོག་དོར་ནས། ད་ང་སེ་བྱས་ཨ་ནི། པར་ཁང་འདི་གའི་ཚང་མ་རྩ་མེད་བཟོས་ན་མ་གཏོགས་གཞན་གཏང་གི་མེད་ཟེར་གྱི་དེ་འདྲས་བྱས་རྗེས་ཨ་ནི་ལས་དེ་བ་ཅི་རེད་ཤག། དེའི་བཀའ་དྲིན་ཡང་ང་རང་ཚོས་ཤེས་དགོས་ཡོད་སོགས་ལྟར་རང་བཞིན་དུ། ལྟ་དེ་ནས་བསྟན་པ་ཕྱི་དར་སྐབས་ལ་ཡང་རྒྱལ་བའི་བཀའ་འགྱུར་གངས་རིའི་ཁྲི་དང་ཨ་ནི། བཀའ་འགྱུར་གྱི་དཔལ་དུ་ཁྱོར་ནས་ག་རེ་སོགས་རེ་སྤོས་ཀྱི་རྩིས་སྒྲུབ་ཡོད་མེད་སྐོར་ལ། ལྟར་དེ་ཡིག་ཐོག་ནས་བཤད་པ་ཡིན་ན་བསྟན་པ་ཕྱི་དར་སྐབས་རྒྱལ་བའི་བཀའ་འགྱུར་གངས་རིའི་ཁྲོད་དུ་ཇི་ཙམ་པར་དུ་བསྒྲུབས་པའི་སྐོར་ལ། ཅེས་ཞུ་གི་ཡིན། ད་སྤྱི་ལོ་གཅིག་སྟོང་སུམ་བརྒྱ་བཅུ་གཉིས་ཀྱི་ལོ་ནས་སྤྱི་ལོ་གཅིག་སྟོང་སུམ་བརྒྱ་ཉི་ཤུ་ཐམ་པའི་ལོའི་བར་ལ་ལོ་རྒྱས་ཀྱི་པར་དྲུག་ལོ་ཡང་སླར་ཐང་པར་གཉིས་དེ་པར་ཤིང་གི་རྙིང་པ་དེ་ནས་བཞེངས་པ་རེད་དེ་ཡང་པོ་ཏི་བརྒྱ་དང་བཅུ་མི་བརྒྱད་ཡོད་དེ་པར་རི་ནས་ས་གཅིག་ག་ལོ་ཡང་པར་དེ་གཅིག་སོང་བ་རེད་ད་ཡོད་མ་རེད་དེ་ནས་སླར་ཐང་པར་གཉིས་ལས་མཆེད་པའི་བཀའ་འགྱུར་དེ་ནས་ཆད་པའི་བཀའ་འགྱུར་ཆ་བཞག་པས་ནི་ཚད་པའི་པར་གཅིག་བྱུང་བ་རེད། དེ་སྤྱི་ལོ་གཅིག་སྟོང་སུམ་བརྒྱ་སུམ་ཅུ་དང་པོའི་ལོ་ལ་ཡང་ནི་བཞེངས་པ་རེད། དེ་ཡང་པོད་བརྒྱ་དང་བཅུ་མོ་བརྒྱད་ཡོད་དེ་བས་པར་ཤིང་དེ་གཅིག་སོང་བ་རེད་ད་ནི་རིག་གནས་གསར་བརྗེའི་སྐབས་ལ། དེ་ནས་ནན་ཅིང་ཟངས་པ་དེ་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དང་པོའི་ལོ་ལ་ཡང་ནི་པོད་བརྒྱ་དང་བཅུ་མོ་བརྒྱད་བཞེངས་པ་རེད་དེ་གཅིག་སོང་བ་རེད། ཝན་ལིའི་པར་པེ་ཅིན་པར་ཡང་ཟེར་གྱི་རེད་དེ་སྤྱི་ལོ་གཅིག་སྟོང་ལྔ་བརྒྱ་གོ་བཅུ་གོ་བཞི་ལོ་ལ་ཡང་ནི་པོད་བརྒྱ་དང་བཅུ་མོ་བརྒྱད་བཞེངས་པ་རེད། ད་ལྟའི་ཕྱིར་སོང་བ་རེད། ཁང་བཞིའི་པར་ཨང་ནི་སྤྱི་ལོ་ཆིག་སྟོང་དྲུག་བརྒྱ་བརྒྱད་ཅུ་གྱ་གསུམ་གི་ལོ་ནས་སྤྱི་ལོ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་གཅིག་བར་ལ་ཡང་པོད་བརྒྱ་དང་བཅུ་མོད་བརྒྱད་བཞེངས་པ་རེད་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱའི་ལོ་ལ་ཡང་གཅིག་སོང་བ་རེད་བྱང་ལུགས་པར་ཟེར་བའང་དེའི་པར་གསང་མང་ཞིག་བྱུང་བ་རེད་དེ་སྤྱི་ལོ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་བདུན་གྱི་ལོ་ལ་ཡང་ཨ་ནི་པོད་བརྒྱ་དང་བཅུ་མོད་བདུན་བཞེངས་པ་རེད། དེའི་དཔལ་དེ་ཁྱོན་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱད་ལོ་ལ་འཇིག་སོང་བ་རེད། དེ་རྒྱ་ནག་ལ་བི་ཀའི། སི་ཤི་ཐའི་ཧོ་ཟེར་བས་དེའི་སྐབས་ཀྱི་ཀ་རའི་དམག་རེད་ཅིག་བྱུང་ཅིང་དེའི་སྐབས་ལ་འཇིག་སོང་བ་ཡིན་པ་འདྲ། ད་དེ་ནས་ཚལ་པའི་པ་ལས་བྱས་པའི་བཀའ་འགྱུར་གྱི་ཐོག་ནས་བྱས་པའི་ནི་ལི་ཐང་པ་ར་སི་ཉའི་ཇི་ཡོད་པ་རེད། དེ་སྤྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ཐམ་པའི་ལོ་ལ་ཡང་པོད་བརྒྱ་དང་བཅུ་མེད་བརྒྱད་བཞེངས་པ། སྐབས་དེའི་རིག་གནས་ས་ཆའི་སྐབས་གཅིག་སོང། བཅོ་ལྔའི་བར་སྤྱི་ལོ་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་གཅིག་ནས་སྤྱི་ལོ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་གཅིག་ལོའི་བར་ལ་ཡང་ལོ་བཅུའི་བར་ལ་ཡང་བཞེངས་པ་རེད། དེ་ལ་ཡང་པུ་ཏི་བརྒྱ་དང་བཅུ་མེད་བརྒྱད་ཡོད་རེད་དེ་གཅིག་སོང། སྣར་ཐང་གི་པར་ས་སྤྱི་ལོ་ཆིག་སྟོང་བདུན་བརྒྱ་སུམ་ཅུ་ཐམ་པའི་ལོ་ནས་སྤྱི་ལོ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་གཉིས་ཀྱི་བར་ལ་ཡང་པུས་བརྒྱ་དང་བཅུ་མེད་གཅིག་བཞེངས་པ་རེད་དེ་གཅིག་སོང། ད་དེ་གའི་པར་དེའི་ད་སྔ་སྐུའི་འགོ་དང་བཞི་བའི་དེ་གའི་བར་འདི་ལྟར་སྤྱི་ལོ་གཅིག་སྟོང་བདུན་བརྒྱ་ཉི་ཤུ་རྩ་དགུ་ནས་སྤྱི་ལོ་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་གསུམ་གྱི་ལོ་པའམ་ལོ་བཞི་བར་ལ་ཡང་ནི་བི་ཀའི་ཤངས་པ་རེད་དེ་ཞིང་ནི་དེ་ཡང་པུ་ཏི་བརྒྱ་དང་བཅུ་མེད་བཞི་ཡོད་རེད་དེ་དང་དུ་བརྗེ་རྒྱུ་ཡོད་རེད་ད་ལྟའི་དེ་གའི། དེ་ནས་ཁོ་རེའི་བར་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མོད་བརྒྱད་ཀྱི་ལོ་ནས་བཞེངས་པ་རེད་དེ་པོད་བརྒྱ་དང་བཅུ་མོད་བརྒྱད་ཡོད་བསྡད་པ་རེད་དེ་བར་དུ་བཞུགས་ཡོད་རེད་ལྷ་སའི་བར་དེ་ཡང་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོའི་བར་ལ་ལོ

དེ་ཡི་སྤྱི་ལོ་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་བརྒྱད་ལོར་ལ་ཡང་བཞེངས་པ་པོས་བཞི་བཅུ་ཞེ་གཉིས་རེད་དེ་བརྗེད་སོང་བ་རེད། སྣར་ཐང་གི་པར་སར་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཞི་བཅུ་ཞེ་གཉིས་ལོར་ལ་ཡང་པོས་བཞི་བཅུ་ཞེ་གཉིས་རེད་དེ་བརྗེད་སོང་བ་རེད། ད་ད་ལྟ་བཞུགས་ཡོད་པ་དེ་དེ་གའི་པར་གཞི་དེ་རེད་དེ་གའི་པར་གཞི་དེ་ལ་ཡང་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཞི་བཅུ་ཞེ་བཞི་ལོར་ལ་ཡང་པོས་ཉིས་བརྒྱ་བཅུ་གསུམ་བཞེངས་ཡོད་རེད།

གང་ཞིག་རྒྱལ་བའི་བསྟན་པ་འབའ་ཞིག་གི་དབང་ཆེན་རྣམ་གཡེང་མི་ཡི་སྤྱན་གྱིས་ཤེས། ཐར་པ་ཐོབ་པའི་ལམ་དང་རྗེས་མཐུན་པ་འདི་ནི་དགྲ་གསུམ་བཀའ་ཡིན་སྤྱི་བོས་བླང། ཞེས་པ་ལྟར་བརྗོད་བྱའི་དབྱེ་བ་གསུམ་འདྲེན་པའི་སྒོ་ནས་ནི་རྒྱལ་བའི་བཀའ་ཡི་དགོངས་པ་བྲལ་བ་ལ་བསྟན་བཅོས་ཟེར་གྱི་ཡོད། མདོ་རྡོ་རྗེ་ཞེས་པ་ཡིན་ན་མདོ་གང་ཡང་རུང་བ་ནས་བཏོན་ཏེ་འཆད་པ་ལ་བསྟན་བཅོས་ཟེར། མདོ་གང་ཡང་རུང་བ་ནས་བཏོན་ཏེ་འཆད་པ་ཟེར་དུས་ག་རེ་བཤད་ཀྱི་ཡོད་རེད་ཟེར་ན་རྒྱལ་བའི་བཀའ་བཏུ་དགོས་ཀྱི་ཡོད། རྒྱལ་བའི་བཀའ་ལ་གཏུགས་མ་གཏུགས་བའི་བེད་དུ་ཁྱོད་ཀྱི་བསྟན་བཅོས་ཅིག་ཡིན་ན་བསྟན་བཅོས་རྣམས་དང་བརྩི་གི་ཡོད་མ་རེད་ནང་དོན་རིག་པའི་དགོངས་པའི་འགྲོ་སྟངས་ཀྱི་བསྟན་བཅོས་འདི་འདི་ལ་གཞིགས་ན། མ་ཚང་བསྟན་བཅོས་སུ་ཡང་དེའི་བེད་དུ་ཁྱོད་ནི་ཨ་ནི། ལུགས་ཀྱི་བསྟན་བཅོས། ལ་སོགས་པ་ལྟར་མང་པོ་ཞེ་དྲག་ཡོད་རེད་དེ་ནང་ནས་ད་ལྟའི་སྐབས་སུ་བབས་པའི་བསྟན་བཅོས་འདི་ག་བ་གོ་བ་ཡོད་རེད་བསམ་ན་ཐར་པ་ཐམས་ཅད་མཁྱེན་པའི་ལམ་བསྟན་པར་བྱེད་ཡག་གི་བསྟན་བཅོས་འདི་ལ།

བསྟན་འགྱུར་ཟིག་གི་བཞུགས་ཡིག་སྤྲད། ད་ཡིན་ནའི་བསྟན་འགྱུར་གྱི་བཞུགས་ལ་ཡ། སྔ་དར་བོད་ཀྱི་མཁས་པའི་མཛད་བྱ་བའི། དཔེ་ཆ་ཁག་ཅིག་མ་གཏོགས། དེ་རྣམས་ལ་བཞུགས་རུ་བཅུག་ཡོད་མ་རེད། འགྲོ་སྟངས་དཔྱད་པ་ཡིན་ན་འགྱུར་རུ་སི་བསམ་པ། རྒྱ་གར་དང་རྒྱ་ནག་གི་མཁས་པས་བརྩམས་བྱ་བའི་བསྟན་བཅོས་འགྱུར་བ། དེ་དག་ལ་ཟིག་གི་ཡོད་རེད་ཡིན་ན་ཡང་དེའི་སྐབས་དེ་ཡ། སྔ་དར་གྱི་མཁས་པ་ཁག་ཅིག་གིས་དེའི་རྩོམ་ཁག་ཅིག་དེ་ནང་དེར་བཅུག་བྱ་བ་རེད། དེ་མིན་པ་རྦད་དུ་ཁྱོན་ནས་བཅུག་གི་ཡོད་མ་རེད་བོད་ཀྱི་མཁས་པ་བླ་མ་ཆེན་པོ། གི་འགྲེལ་བྱེད་ཡིན་ཟེར་ནས་དེ་རིགས་བཅུག་གི་ཡོད་མ་རེད། དེ་མ་བཅོས་ཡ་རྒྱུ་མཚན་ག་རེ་ཡོད་ཟེར་ན་བསྟན་བཅོས་རྫུན་མའི་ལྷད་མ་འབྲེལ་བའི་ཆེད་དུ་རེད་ད། མདོར་བསྡུས་པ་ཡིན་ན་འཛམ་གླིང་ཐོག་ལ་ཡང་བོད་དུ་ཡང་ནི་ལོ་པན་རྣམ་འདྲེ་ཅེས་པའི་རྩོམ་པ་པོ་གྲགས་ཅན་ནང་པའི་སྐར་ཚོགས་ལྟར་ཆེན་མོ་དེ་དག་གིས་བསྒྱུར་བའི་རྒྱལ་བའི་བཀའ་དང་བསྟན་བཅོས་དེ་བཞིན་བོད་རང་གི་ཁྱད་ཆོས་ལྡན་པའི་བརྩམས་ཆོས་པོ་ཏི་ཆོས་ཀྱི་མིག་ལོང་བ་རི་སྤུངས་པ་ལྟར་བསྐྲུན་ཡོད་པ་དེ་དག་གིས་བོད་ཀྱི་བརྩམས་ཆོས་དེ་འཛམ་གླིང་ཐོག་ལ་ཆེས་མང་ཤས་ཅིག་དང་ཆེས་ཕུན་སུམ་ཚོགས་ཤིག་ཏུ་གྱུར་བའི་དུས་རབས་ཤིག་པའི་གསར་གཏོད་མཛད་པ་རེད་ད། ད་ལྟའི་གོང་གི་དེའི་སྐོར་གྱི་དེ་གའི་མདོར་བསྡུས་ར་ཞུས་པ་ཡིན་ན། ད་དེ་ནས་བཀའ་བསྟན་ནང་གི་ཚན་རིག་གི་ཤེས་བྱའི་སྐོར་ལ་རོགས་རམ་ཞུ་དགོས་པ་འདུག་ད་བཀའ་བསྟན་ནང་དུ་ཨ་ནི་འཁོད་པའི་ཚན་རིག་གི་ཤེས་བྱ་ཡང་མཚོན་པ་ཡིན་ན། ད་ཚན་རིག་གི་རིག་པའི་གཞུང་ལུགས་ཡོད་རེད་མ་རེད། རང་བྱུང་ཚན་རིག་གི་ཨ་ནི་ཤེས་བྱ་ཡོད་རེད་ཡོད་མ་རེད་དེ་འདྲས་ཞུ་བ་ཡིན་ན། ད་རིག་པའི་གཞུང་ལུགས་ཀྱི་ཐོག་ནས་ཞུ་བ་ཡིན་ན་དར་ཝུ་ཝིན་གྱི་འཕེལ་འགྱུར་སྨྲ་བའི་ལྟ་བ་དང་ཨ་ཡིན་སི་ཐན་གྱི་དུས་ཆེན་སྨྲ་བའི་ལྟ་བ་དེ་གཉིས་གཉིས་ཀྱི་ཐོག་ནས་ཞུ་བ་ཡིན་ན། གཙོ་བོ་དེ་ཤེར་ཕྱིན་གྱི་ཐོག་ནས་དེ་གཙོ་བོ་བསྟན་པ་རེད། ཐ་ཡིན་ན་དེའི་སྒོ་དེ་བས་དབང་བསུ་བྱས་པ་ཡིན་ན། བླ་མ་བཅོམ་ལྡན་འདས་ཀྱི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་སྲུང་བའི་ནང་གི་ལྟ་བ་ཀ་དག་གི་ཕྱག་རྒྱ་བཞི། འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་མྱ་ངན་འདས་པའི་ཞི་བ་ཡིན་བསྲུང་ཡ་དེའི་ནང་གི་འདུས་བྱས་ཐམས་ཅད་མི་རྟག་པ་བསྲུང་ཡ་དེའི་རྟོག་བདེ་བ་ཅེར་བ་མི་རྟག་པ་འདི་ལ་ཡང་རགས་པ་ཁྱོད་ཀྱི་མི་རྟག་པ་དང་ཕྲ་བ་སྐད་ཅིག་གི་མི་རྟག་པ་ཕྲ་བ་སྐད་ཅིག་གི་མི་རྟག་པ་ཟེར་ཟིན་པ་ད་ཤ་ཚན་རིང་བ་རྣམས་ཀྱི་འོད་དུ་འཁྱོག་ནས་ག་རེ་ཟེར་བ་རེད་སྐྱེས་བུའི་སེམས་ཀུན་རྟོག་པའི་འོད་དུ་འཁྱོག་ནས་དེ་འདྲའི་ཐག་སྒྲ་གཅིག་གི་ནང་ལོགས་ལ། དེའི་ནང་གི་ཆ་འོད་དུ་འཁྱོག་ཅོག་གསུམ་གི་ནང་ལོགས་ལ་མངོན་པ་འགྱུར་དྲུག་ཡོད་པ་དེ་ཤེས་མདོག་བྱུང་བ་རེད་དེ་སོང་ཙང་དེའི་རྩིས་གཞི་དེ་ནང་དོན་རིག་པའི་དགོངས་པ་དང་ལྷག་པར་དུ་ཐེག་ཆེན་གྱི་དགོངས་པ་དང་ན། སྐྱེས་བུའི་སེམས་ཀུན་རྟོག་པའི་ཨ་ནི་ཐག་སྒྲ་དེ་འདྲའི་གཅིག་ལ་ཡང་ཆ་ནས་ན་སུམ་ཅུ་དྲུག་ཅུ་རེ་ལྔ་ཚང་བའོ། ད་དེའི་བོ་རུ་བྲག་འཁོར་ཨ་ནི

ཨ་ནི། ལོག་ནས་ལྟ་བ་རྩོད་ལྟ་བ་ནས་རྦད་དེ་ཉིན་མོའི་རྩོད་ཉིན་མོ་ནས་ཆུ་ཚོད་རྩོད་ཆུ་ཚོད་ནས་སྐར་ཆའི་རྩོད་སྐར་ཆའི་འོག་གི་རྦད་དེ་ཁྱོད་ནི་ཨ་ནི་སྐར་ཆུང་རྩོད་སྐར་ཆུང་འོག་གི་རྦད་དེ་དུས་ཐིག་ཏུ་ཟུག་ཡོད་དེ། དེ་དང་དེའི་སྟེང་དུ་རྦད་དེ་ཁྱོད་ནི་ཨ་ནི། ཆོས་ཐམས་ཅད་སྟོང་ཞིང་བཏང་མེད་པ་ཟེར་ཡ་འདི་ག་རེད་བསམ་འདི་རིག་པའི་གཞུང་ལུགས་རྩོད་གཞི་དེ་རེད་མ་དངོས་པོ་ཐམས་ཅད་རྦད་དེ་ཁྱོད་ནི་རྒྱུ་རྐྱེན་རྟེན་འབྲེལ་ལས་བརྟེན་ནས་བྱུང་བ་རྐྱང་རྐྱང་རེད། ང་རང་ཚོས་དེའི་ཨ་ནི། ལྟོས་བཅས་སྨྲ་བ་བྱས་ནས་ད་ག་རེ་བ། རྦད་དེ་ཁྱོད་ནི་དངོས་པོ་གང་དང་གང་ཡིན་ཚང་མ་རྒྱུ་དང་རྐྱེན། མང་པོ་ཅིག་ཚོའི་ཚོགས་ནས་དེ་ཡང་རང་རང་སོ་སོའི་རྒྱུ་རྐྱེན་བསྟན་ཅིང་ཡུལ་མགོ་གཏོགས་སའི་རྩིས་གཞི་དེའི་ལྟ་བ་སྐར་རྟགས་ཀྱི་ཕྱག་རྒྱ་བཞིའི་ངོས་ནས་དཔལ་དུ་གྱུར་ནས་རིག་པའི་གཞུང་ལུགས་རྩིས་གཞི་དེ་ཡོད་བསྡད་པ་རེད་མདོར་བསྡུས་ཀྱིས་ཞུས་པ་ཡིན་ན། ལྟ་རང་བྱུང་ཚན་རིག་ཐད་ནས་ཞུས་པ་ཡིན་ན། དཔེར་ན་ས་ཁམས་རིག་པའི་ཐོག་ནས་ཞུས་པ་ཡིན་ན། འཇིག་རྟེན་གྱི་ཁམས་ཆགས་གནས་བྱིས་སྟོང་བཞི། བྱུང་བའི་རྩི་ཤིང་དེ་སྐྱེས་ཆེན་གཅིག་ཟེར་གྱི་རེད། དེ་རིང་ཁམས་ཆག་ཡང་གནས་ཡང་འཇིག་ཡང་སྟོང་བྱས་པའི་རྩི་ཤིང་དེ་དེ་ནང་དུ་ཡང་ཡང་རྦད་དེ་འཁྱོལ་ནས། རྡུལ་ཕྲན་ནས་ཅིག་རྦད་དེ་འཁྱོལ་ནས་དབྱེར་ཡོང་གི་རེད་པ། དེ་ལ་རྦད་དེ་འཁྱོལ་ནས་ཨ་ནི་བར་བསྐལ་རེ་རེ་བརྩི་བ་རེད། ཆགས་པའི་གནས་སྐབས་དེ་བར་བསྐལ་གཅིག་འཇིག་པའི་གནས་སྐབས་བར་བསྐལ་གཅིག། སྟོང་བའི་གནས་སྐབས་དེ་ལ་བར་བསྐལ་གཅིག། དེ་བར་བསྐལ་བཞི།

འཇིག་པའི་གནས་སྐབས་དེ་ནས་དུས་ཚོད་རིང་པོ་དེ་གར་སུ་གུ་གུ་དུ་ཁ་ཅིག་གིས་འཇིག་པ་དང་གདངས་བྱེད་ཀྱི་རྣམ་གསང་ཇི་ཡི་ཐོག་ན་མེད་པ་འདི་གསུང་གི་ཡོད་མ་རེད་འཇིག་པའི་གནས་སྐབས་དེ་ལ་ཁོ་བརྒྱུད་རིམ་གྱི་ཞེ་དྲག་ཡོད་འདོད་པ་རེད། སྟོང་བའི་གནས་སྐབས་དེ་ལ་ཡང་རྦད་དེ་ཁྱོན་ནས་དུས་ཚོད་རིང་པོ་དེ་གར་སུ་གུ་གུ་དུ། སྟོང་བ་ནས་ཤི་ནས་འཆག་ཡོང་གི་གུ་གུ་རུ་མ་འཆང་བའི་གནས་སྐབས་དེ་ལ་དུས་ཚོད་དེ་གར་སུ་གུ་གུ་དུ། དེའི་རྩི་ཤིང་དེ་ཡང་སོ་ཡི་རྩི་ཤིང་དེ་རེད། ཐང་དེའི་སྟེང་དུ། ང་རང་ཚོས་སའི་གོ་ལ་ལྟ་བུ་ཆ་བཞག་པ་ནི་སའི་གོ་ལའི་དུས་མིན་རླུང་ཁམས་ཆེན་མོ་དང་དུས་མིན་རྒྱ་མཚོ་ཆེན་པོ་ཆ་ཚང་བསྐོར་ཏེ་ཡང་ཕྲ་ཞིང་ཕྲ་བ་ཡོད་དེ། ཁག་ཅིག་གི་བེད་དུ་ཁྱོད་ནི་འཇིག་རྟེན་ཁམས་ཆགས་ཡོང་དུས་བསམ་པའམ་རྙེད་དང་གོ་མི་ཁོ་ན་ཉིད་ཚན་རིག་པ་རྣམས་ཀྱིས་མི་ཁོ་ན་ཉིད་བཤད་མི་འདུག་ང་རང་ཚོས་འཛམ་བུ་གླིང་འདི་ཆགས་དུས་བསམ་པ། ཡང་ཕི་གི་གཞན་གྱི་ཆགས་སྟངས་འདི་གཅིག་པུ་མ་རེད་དེ་ནང་དོན་རིག་པའི་ཁུངས་བུ་ལྟར་བ་ཡིན་ན། དུས་མིན་རླུང་ཁམས་ཆེན་མོ་ནས་བེད་དུ་ཁྱོན་ནས་ཨ་ནི་དངོས་པོའི་འགྱུར་བ་ང་རང་ཚོའི་རྩི་སྒྲུབ་དངོས་གཟུགས་སྨྲ་བ་ནས་བྱས་པའི་དངོས་པོའི་བེད་དུ་ཁྱོན་བ་འགྱུར་བ་ལ་བརྟེན་ཕྱིན།

ཐ་སྙད་མ་གི་ཕྱིར་བ་དང་ང་རང་ཚོས་འཛམ་བུ་གླིང་དེའི་ཐོག་ལ་ཆོས་ལུགས་མང་པོ་ཡོད་རེད། འཛམ་བུ་གླིང་དེའི་དུམ་བུ་ཡིན་པའི་སྐོར་དེའི་བཤེས་གཉེན་ནང་འདིར་བོད་མི་ཞིག་ཡང་མ་རེད། རླུང་དང་བཅས་པ་ནི་དུམ་བུ་གསུམ་ཡོད་དུས་པར་རྒྱལ་བའི་བཀའི་ནང། ང་རང་ཚོའི་དེའི་ཕྱིའི་རླུང་ཁམས་སྦྱོར་བ་དེ་དང་བཅས་པ་ཚང་མ་ལ་དུམ་བུ་གསུམ་ཡོད་དུས་པར། དེ་ནས་འཇིག་རྟེན་གྱི་ཁམས་དེའི་ང་རང་ཚོའི་དེའི་འཛམ་བུ་གླིང་དེའི་རང་འཁོར་རྒྱལ་བའི་རང་འཁོར་རྒྱལ་བའི་རྩེ་ཞིག་དེའི་ཡང་བཀའི་ནང་གསལ་བ་ཞིག་རང་རེད། རྒྱལ་པོ་དྲག་པོ་མཐའ་ཡས་ས་དེ་འཁོར་ལོས་སྒྱུར་བའི་རྒྱལ་པོ་ཆེ། བྱོན་དགོངས་དུ། དེས་དཔལ་དེ་ཁྱོད་ནི་གླང་པོ་ཆེ་བྱ་ལ་ཁ་སིང་ངེ་གཅིག་ལ་ཡང་ཞེན་ཅིང། ཨ་ནི་ང་དཔལ་དེ་ཁྱོད་ནི་ཚངས་པའི་དཔྱིད་སྟེང་ན་ཡང་ད་ག་འགྲོ་གོ། དེས་གསུངས་དེས་བསམས་པ་ཨ་ནི་དཔལ་དེ་ཁྱོད་ནི་གླང་པོ་ཆེ་བྱ་ལ་ཁ་སི་ཡ་ཏི་ལ་ཡང་ཨ་ནི་ཞེན་ཅིང། གྲོ་དེས་བསམས་པ། ཨ་ནི་བདུན་དེ་ཡང་ང་རང་ཚོའི། ཁ་ལོ་བས་སོ་ད་རེ་ཁ་ལོ་སྒྱུར་བ་ཟེར། བདུན་ལ་ཡང་མོ་ར་ཏང་སྙན་གྱི་རྩེ་ཞིག་དེ།

རྙོག་འཛིང་ཆེ་ཤོས་དང་གཏིང་བརྣག་ཤོས་དང་ལྟ་ཟབ་ཤོས་ཀྱི་རྩི་ཤིང་དེ་རེད་པ་ལྟ་དེ་ལས་གཏིང་ཟབ་ཡོད་མོད། དེའི་རྩི་ཤིང་དེ་ལ་དེ་ཤ་ཚན་རིང་མོ་གནང་རྐྱེན་ཞིབ་དཔྱད་ཞེ་དྲག་བྱེད་ཀྱི་ཡོད་རེད། བྱས་པ་ལས་བྱུང་བའི་དཔལ་དེ་ཁྱོན་ནས་ང་རང་ཚོའི་ཀླད་པའི་ནང་ལ་ཡིན་ན་རེད་སྙིང་གི་ནང་ལ་ཡིན་ན་རེད་ལྟ་བ་གི། ཨ་ནི་ནད་འབུ་ཕྲ་མོ་དང་སྲིན་འབུའི་རིགས་ཕྲ་མོ་ལ་སོགས་པ་དེ་འདྲ་མང་པོ་བྱས་ཡོད་པའི་རྩི་ཤིང་དེའི་རྩི་ཤིང་དེ་ང་རང་ཚོ་དགའ་བོ་ངེས་ཅན་ལོ།

དེ་གི་འདྲ་ཞིག་གསུངས་ཡོད་རེད་ཟེར་ན་སྲིན་པོའི་རིགས་བརྒྱད་ཁྲི་གསུངས་ཡོད་རེད་ནས་ན་བརྒྱད་ཁྲི་ཡོད་རེད་ད། སྲིན་པོའི་རིགས་བརྒྱད་ཁྲི་དེ་ཡང་ཕུང་པོ་གསུངས་ཡོད་རེད་ཕུང་པོ་གསུངས་དུས་ཟམ་པ་བས་དེ་ཁྱོད་དཔེར་ན། མིག་གི་སྟོད་པོ་ཆ་བཞག་བས་ན་ང་རང་ཚོ་དེ་ཤ་ཚིག་རིང་བ་རྣམས་ཀྱི་ཁྱིམ་པས་ག་རེ་ཟེར་ན་མིག་གི་ཕ་མཐོང་ངོས་བཙལ་ཡང་བཙལ་ཤེས་དེའི་མིག་གི་དབང་པོ་དེ་རྒྱུ་ལོ་དེ་ཡང་སྲིན་པོའི་རིགས་གཉིས། དམར་པོ་གཅིག་དང་སྔོན་པོ་གཅིག་ཡོད་རེད་ཟེར་གི་འདུག་ང་དེ་ཡང་རིགས་གཉིས་ཡོད་རེད་བ་དེ་ཡང་རྒྱལ་བའི་བཀའི་ནང་ཏག་ཏག་གསུངས་དེ། ད་དེའི་ནང་ནས་ཚེ་རིང་བ་རྣམས་ཉི་མ་སྐྱེ་བའི་རྩིས་ཤིག་དེ་ག་རེ་རེད་ཟེར་ན། ད་དེའི་རྒྱུ་ལོ་ལ་ཡོད་དེ་བས་རླུང་ཁམས་ཀྱི་རིགས།

ཀ་སི་ཡ་ཏི་དང་ཀན་སི་གི་ཐ་སྙད་ལ་འགྲེལ་བཤད་ད་ག་ནས་ཤིང་སྤོས་དང་པུ་ཏིའི་རྣམ་གྲངས་ག་ཚོད་ཡོད་མེད་ཁ་གྲངས་ག་ཚོད་ཡོད་མེད་པར་ཁང་གི་ཆུ་འཇིག་ལ་སོགས་པ་ད་ག་ནས་ཤིང་ནང་དོན་རིག་པ་དང་ཚན་རིག་དེ་ཡིན་པ་རལ་ཅིག་མཐུན་སྦྱོར་ག་འདྲེས་ཡོད་མེད་སྐོར་ཨན་ཅིག་གཞི་འཛིན་སི་དང་ཁུངས་གཏུང་སི་ཡོད་པའི་སྐོར་ནས་ང་ཚོ་སློབ་ཁྲིད་གནང་བ་ཐོ་ཆེ་ན་ཞུ་གི་ཡིན།